དེ་རིང་འདི་ག་རླུང་འཕྲིན་ཁང་གིས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ཡི་སྲིད་སྐྱོང་འོས་དམིགས་ངོ་སྤྲོད་ཅེས་པའི་ལེ་ཚན་འདིའི་ནང། རང་བཙན་གྱི་ལངས་ཕྱོགས་ཐོག་ནས་སྲིད་སྐྱོང་གི་ཡུལ་དམིགས་སུ་བཞེངས་མཁན་ཨ་ཚོགས་ཀླུ་མཁར་བྱམས་ལགས་ངོ་སྤྲོད་ཞུ་གི་ཡིན། ཨ་ཚོགས་ཀླུ་མཁར་བྱམས་ལགས་ནི་ད་ལྟ་རང་ལོ་བཞི་བཅུ་ཞེ་གསུམ་ཡིན་པ་དང་བོད་ཡིག་དང་རྒྱ་ཡིག་གཉིས་ཀྱི་ཐོག་ལ་བྲིས་གནང་མཁན་བཙན་བྱོལ་སྤྱི་ཚོགས་ནང་གི་རྩོམ་པ་པོ་དང་སྙན་ངག་མཁན་ཞིག་ཡིན་པ་རེད། ཁོང་རྩ་བའི་བོད་ནང་འཁྲུངས་ཤིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུའི་ལོར་བོད་ནས་རྒྱ་གར་ལ་ཕེབས་པ་དང། དེ་ནས་དགུ་བཅུ་གོ་གཉིས་ལོར་བོད་ནང་ཡང་བསྐྱར་ཕེབས་རྗེས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཏེ་ལོ་ལྔ་ཙམ་བཙོན་འཇུག་མྱོང་རྗེས་སྨན་བཅོས་གན་རྒྱའི་འོག་གློད་གྲོལ་ཐོབ་པ་དང་སྦྲགས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་རྒྱ་གར་ལ་ཡང་བསྐྱར་ཕེབས་པའི་ཆབ་སྲིད་བཙོན་ཟུར་ཞིག་རེད་འདུག། རྒྱ་གར་ནག་ཁོངས་ནས་ཐོག་མར་བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ཀྱི་ཉམས་ཞིབ་སྡེ་ཚན་ནང་བོད་གནས་ཉམས་ཞིབ་པའི་ཕྱག་ལས་གནང་ཡོད་པ་དང་དེ་རྗེས་དྭང་སློབ་བོད་ཀྱི་དམག་སྒར་ནང་རྒྱ་ཡིག་དགེ་རྒན་དེ་བཞིན་བཙན་བྱོལ་ནང་གི་མཐོ་རིམ་སློབ་མ་ཁག་ལ་ཟབ་སྦྱོང་གནང་མྱོང་ཡོད་པ་མ་ཟད་དེ་སྔོན་བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པའི་ཚོགས་གཞོན་ལོ་ལྔ་དང་ད་ལྟ་ཚོགས་གཙོའི་འགན་འཁུར་བཞེས་མུས་ཡིན་པ་རེད། ཁོང་ནས་ད་ལྟའི་བོད་མིའི་སྒྲིག་འཛུགས་ཀྱི་ཕྱག་ལས་གནང་སྟངས་ལ་གཞིགས་པས་བོད་གཞིས་བྱེས་མི་རིགས་ཀྱི་མ་འོངས་མདུན་ལམ་དང་ཕུགས་བསམ་ཆེད་དུ་ཁ་སྒོ་སིམ་པོར་ཞུ་ན་འགྲིག་ཐབས་མེད་པ་ཚོར་ཏེ་སྲིད་སྐྱོང་གི་ཡུལ་མི་སུ་གཞན་ཡིན་སྐོར་གསུངས་ཀྱི་འདུག། ང་རང་གི་གཤིས་ཀ་གང་ནས་བཤད་ཡོང་ན་ངས་རྣམ་པ་བཟོ་བཤད་ཀྱི་ཡོད། ང་ཆབ་སྲིད་ཟེར་ཡ་དེ་ལ་ང་འཚེར་སྣང་ཡོད་ནི་མི་ཅིག་རེད། ཆབ་སྲིད་ཀྱི་ད་ལྟ་གི་ཆབ་སྲིད་ཀྱི་ཁྱབ་ཁོངས་ནི་གཅིག་ནས་སེམས་པ་ནག་པོ་ཡིན་དགོས་ཡ། གཅིག་ནས་གདོང་པ་གི་པགས་པ་དེ་མཐུག་པོ་ཡིན་དགོས་ཡ། ད་དེ་སྦྱངས་པ་ཡིན་ན་སེམས་པ་ནག་པོ་བྱུང་གི་ཡོད་ན་རེད་གདོང་པ་མཐུག་པོ་བཟོ་ཡ་དེ་ཧ་ཅང་གི་ང་ཚོ་ནང་ན་སྐབས་ལས་ཁག་པོ་ཅིག་རེད་དེ་ཡིན་པ་བཟོ་ནས་རྩ་བའི་ཆ་ནས་ཆབ་སྲིད་ཀྱི་གཤིས་ཀ་དེ་མི་འདུག་ད་ཡིན་པ་ཡིན་ན་ད་ལྟ་གི་བཙན་བྱོལ་བོད་གཞུང་གི་བསྐྱར་བཏང་ལེགས་བཏང་དེ་གི་མ་འོངས་པ་ན་བོད་རྒྱ་ཆེའི་མི་མང་གི་འདུན་ལམ་དང་དེ་ཚོའི་ཐོག་ལ་ཕུགས་བསམ་དང་དེ་ཚོའི་ཐོག་ལ་ད་ང་ཚོ་ཁུ་སུམ་སུམ་བྱས་བསྡད་པ་ཡིན་ན་ད་གནོད་པ་རྒྱག་གི་རེད་བསམ་གི་འདུག་དེ་ཡིན་པ་སོང་ཙང་དེ་འདྲའི་ཅིག་གི་སྐབས་ལ་སོ་སོ་གི་མི་ཐོག་འདིའི་ནང་ང་ད་ང་རང་ཚོ་གི་ཅིག་འཇོན་ན་མ་འཇོན་ན་ཨ་ནི་འདིའི་ཆ་ཞིག་ལེན་དགོས་ཡ་དེ། ད་ད་ལྟ་སྐབས་ལ་ད་ཆབ་སྲིད་དྲ་འདི་འདྲའི་ལས་འགུལ་མང་པོ་ནང་ཞིག་བསྡད་རེད་དེ་ཡིན་པ་སོང་ཙང་ངས་རྩ་བའི་དཀའ་ངལ་འདི་འདྲའི་ཅིག་མཐོང་ནས་ཀྱི། ངས་བཙན་བྱོལ་བོད་གཞུང་གི་ད་བི་ན་ཆ་བྱས་ན་བཀའ་བློན་ཁྲི་བ་འདི་ན་རེད་ད་སྲིད་སྐྱོང་ལ་ལངས་ནས་ཀྱི། ངས་མཆན་བུ་ཅིག་བྱེད་མ་ཐུབ་པ་ཡིན་ནར་འདིའི་གི་བོད་རྒྱ་ཆེའི་མི་མང་ལ་གནོད་པ་མ་སྐྱལ་བ་ཅིག་ད་ངས་དད་འདུན་བྱེད་ཐུབ་གི་རེད་བསམ་གི་འདུག་དེ་ཡིན་པ་སོང་ཙང་ད་ལངས་དགོས་ཡ་གི་རྩ་བའི་དམིགས་ཡུལ་འདྲ་བོ་འདུག་སྲིད། རྩ་བའི་ཀླུ་མཁར་བྱམས་ལ་ཐེངས་འདིའི་སྲིད་སྐྱོང་འོས་མིས་སུ་བཞེས་མཁན་མི་སྣ་གཞན་དང་མི་འདྲ་བར་རང་བཙན་གྱི་ཐོག་ནས་སྲིད་སྐྱོང་ལ་ལངས་ཀྱི་ཡོད་པ་དེ་ལྟར་ཡང་ཁོང་གིས་རང་བཙན་དེ་ཆབ་སྲིད་ཀྱི་ལངས་ཕྱོགས་ཤིག་མ་ཡིན་པར་རྩ་དོན་ཞིག་ལ་ངོས་འཛིན་ཤུགས་ཆེ་བ་གནང་གི་ཡོད་སྐོར་གསུངས་གི་འདུག། ད་རེས་ད་སྤྱིར་བཏང་ལངས་ཕྱོགས་ཟེར་ཡ་དེ་ད་ལྟ་གི་ཆབ་སྲིད་ཀྱི་ཁྱབ་ཁོངས་ནས། གཞུང་གི་ལངས་ཕྱོགས་ཟེར་ཡ་དེ་མི་ཆ་ཚང་ཞེད་སྣང་སྐྱེས་ཀྱི་ཡོད་རེད། སྤྱིར་བཏང་གཞུང་ལ་ཆབ་སྲིད་ཀྱི་ལངས་ཕྱོགས་བྱེ་བྲག་པ་ཅིག་ཟིན། དབྱི་ཤིས་ཀྱི་ལངས་ཕྱོགས་ཟིན་ཟེར་ཡ་འགྲོ། Islamic State ཀྱི་ལངས་ཕྱོགས་ཟིན་ཟེར་ཡ་འགྲོ། Socialist ཀྱི་ལངས་ཕྱོགས་ཟིན་ཟེར་ཡ་འགྲོ། ལངས་ཕྱོགས་ཟིན་ཟེར་དུས་ད་ལྟ་གི་ཆབ་སྲིད་ཀྱི་ཁྱབ་ཁོངས་ནི་བྱེ་བྲག་དེ་ཡག་ག་བརྩེགས་ཡོད་མ་རེད། ལངས་ཕྱོགས་ཡོད་རྒྱུགས་ཀྱི་མི་དེ་ཚོ་ནི་ཁ་ཤས་ཡག་པོ་ཡོད་རེད། ཁ་ཤས Visionary རེད་དེ་ཚོ་སྡིག་སྐྱག་བརྩེགས་ཀྱི་ཡོད་རེད་དེ་འབའ་སོང་ཙང་ངས་དང་པོ་རང་བཙན་དེ་ངའི་ལངས་ཕྱོགས་ཡིན་ལབ་ནས་གང་ལ་ངས་འདིའི་ཁྱབ་ཁོངས་ལ་ཧ་ཅང་གི་གཟབ་ནན་བྱེད་ཀྱི་ཡོད། རང་བཙན་གྱི་ལངས་ཕྱོགས་ཅིག་འཁེལ་ཡོང་ནས་ཀྱི་འབངས་མི་སེར་སྡིག་ག་བསྟེར་ན་འགྲིག་གི་མ་རེད། འབངས་མི་སེར་གྱི་ཁར་ཆེའི་དབང་ཐང་ལ་ཕོག་ཐུག་བཏང་ན་འགྲིག་གི་མ་རེད། ཡིན་ན་ཆབ་སྲིད་ཀྱི་རྩ་བའི་སྒང་ནས་བཤད་ལོང་ན། ངས་རང་བཙན་ཟེར་ཡ་འདི་སྤྱི་སྟངས་ཀྱི་ཆ་ནས་ངའི་ལངས་ཕྱོགས་ཅིག་མ་རེད་བསམ་གྱི་ཡོད། བོད་རང་བཙན་ཟེར་ཡ་ཅིག་ར་འདི་ང་ཚོའི་ངོ་བོ་ག་རེ་ཡིན་པ་ཡིན་ན་དེའི་ངོ་གནས་དྲངས་ནས་ཀྱི་ད་ང་ཚོ་དོན་དམ་བདེན་པ་ཟེར་ཡ་ཅིག་ཆབ་སྲིད་ཀྱི་ཁྱབ་ཁོངས་ན་ཁོང་ངོ་བོ་ག་རེ་ཡིན་ན་དེ་རེད་མ་གཏོགས་དེ་ཅིག་ལངས་ཕྱོགས་ཅིག་མ་རེད་བསམ་གྱི་ཡོད། ང་བུ་གཅིག་རེད་ཁྱོད་བུ་མོ་གཅིག་རེད་ཟེར་འདི་ལངས་ཤོག་གི་ན་དོན་གཅིག་མ་རེད་བ་ཁོ་ངོ་ནི་ག་རེ་ཡིན་པ་དེ་རེད་བ། དེ་ཡིན་པ་སོང་ཙང་བོད་ཀྱི་བོད་རང་བཙན་བརྩད་དགོས་ཡ་དང་བོད་རང་བཙན་གྱི་རང་དབང་རང་བཙན་གྱི་ཐོབ་ཐང་དེ་ང་ཚོ་གི་རྒྱུན་རྒྱུན་འཁྱོངས་བྱེད་དགོས་ཡ་འདི་ལངས་ཤོག་ལ། ཕ་ཁྱེར་ཆབ་སྲིད་ཀྱི་ལངས་ཤོག་ཅིག་ཡིན་ན་བསམ་གྱི་འདུག་ད་འདི་ད་ང་ཚོ་བཤད་ན་འོ་མིའི་ལམ་ཟེར་དེ་ལངས་ཤོག་ཅིག་ཡིན་པས་ཆ་བཞག། སི་ཏྲ་སི་པོག་གི་འབྲི་ཆུ་དེ་ལངས་ཕྱོགས་གཅིག་ཡིན་པའི་ཆ་བཞག་དེ་ནི་རྒྱ་ནག་ལ་སྤྲད་རྒྱུག་གི་མི་རིགས་ས་གནས་རང་སྐྱོང་གི་དེ་བཟོ་ལངས་ཕྱོགས་ཡིན་གྱི་རེད། རྒྱལ་ཁབ་གཅིག་ཟིན་པ་ཡིན་ན་མ་རྩ་རང་ལུགས་དང་སྤྱི་ཚོགས་རང་ལུགས་ག་བར་འགྲོ་གི་ཡིན་ལབ་ན་དེ་ཆབ་སྲིད་ཀྱི་ལངས་ཕྱོགས་གཅིག་ཡིན་ཆོག་གི་རེད། ཡིན་ནའོ་རྒྱལ་ཁབ་གཅིག་ལ་རང་བཙན་དགོས་ཟེར་ཡ་འདི་རྒྱལ་ཁབ་ཡོད་ནི་གཅིག་ན་ཁོ་རྩ་ཁྲིམས་སྒང་ནས་འདི་མ་ཆོག་པ་དང་འདི་ངེས་པར་དུ་བྱེད་དགོས་ཡ་གི་ཆ་རྐྱེན་གཅིག་ཡིན་པ་སོང་ཙང་ངས་རྩ་བའི་རང་བཙན་ཟེར་ཡ་འདི་ལངས་ཕྱོགས་ཅིག་ལ་ངེས་འཛིན་བྱེད་ཀྱི་མེད་ལ། འདིས་ང་རང་གིས་སུ་ངས་ནི་འདི་དོར་གྱི་ཡོད་པ་ཅིག་དང་འདི་དོར་ཆོག་པ་ཅིག་ལ་ངེས་འཛིན་བྱེད་ཀྱི་མེད་དེ་ཡིན་པ་སོང་ཙང། ད་རང་བཙན་གྱི་སྒང་ནས་ང་ལ་བཤད་དགོས་ཀྱི་ཡོད་ན། རང་བཙན་དེ་ཁྱེད་དྲག་པོ་གི་སྒང་ནས་ལེན་གྱི་ཡིན་པ་ཞི་བ་སྒང་ནས་ལེན་གྱི་ཡིན་པ། རང་བཙན་གྱི་འཐབ་རྩོད་དེ་མ་འོངས་པ་ན་ཁྱེད་ད་ག་འདྲ་ཅིག་རང་བཙན་གྱི་ཅིག་འཐབ་རྩོད་སྒང་ནས་བུད་ན། རྒྱ་གར་གྱི་སྔོན་མ་གི་སྐབས་ལ། རང་བཙན་དགོས་མི་དགོས་དེ་ཕ་ཁྱེད་ལངས་ཕྱོགས་ཅིག་མ་རེད་བསམ་གྱི་འདུག་ད་དགའ་འདི་ཅིག་གི་ཅིག་སོ་བ་ར་ཅིག་ཡིན་ན་རེད་ད་གང་ལྟར་ཅིག་བདེན་པའི་ཨུ་ཚུགས་ཡིན་ན་འཚེ་མེད་ཞི་བ་ཡིན་ན་རེད་ཡང་ན་ཁྲིམས་ཀྱི་ཐོག་ནས་རང་བཙན་ལེན་པ་ཡིན་ན་རེད་མི་རིགས་རང་ཐག་རང་གཅོད་དེ་རྒྱལ་སྤྱིའི་སྒང་ནས་འདུག་སུ་འགྲོ་བ་ཡིན་ན་རེད་ཡང་ན་གསར་བརྗེ་བྱས་ནས Revolution བྱས་ནས་རྒྱལ་ཁབ་ལེན་དགོས་བས་ན་འདིའི་བར་རུ་ལ་ལངས་ཕྱོགས་ཅིག་ཡོད་རེད་བསམ་གྱི་འདུག་མ་རེད་དོ། སྤྱིར་བཏང་བོད་རང་བཙན་ལུགས་བ་བཞམས་ཁྱུག་ལངས་ཕྱོགས་རེད་བས་ལབ་ན་ངས་འདི་ལངས་ཕྱོགས་ཅིག་སྤྱིར་ཆབ་སྲིད་ཀྱི་ལྟ་གྲུབ་ནི། ང་ལངས་ཕྱོགས་ལ་ཞེད་སྣང་སྐྱེ་གི་ཡོད། ངས་མིའི་རིགས་ཀྱི་ལོ་རྒྱུས་འདི་ཀློག་ཡོང་ནས་གང་ལ། སྤྱིར་བཏང་ལངས་ཕྱོགས་ཡོད་ན་ཡག་པོ་ཡོད་རེད། ཡིན་ན་ལངས་ཕྱོགས་ཀྱིས་མིའི་རིགས་ལ་དཀའ་ངལ་མང་པོ་བཟོ་ཡོད་རེད། ཡིན་ན་ངས་དེ་རང་གསལ་བོ་བཟོ་དགོས་ཡ་ཅིག་ལ། བོད་རང་བཙན་ཟེར་ཡ་འདི་ལངས་ཕྱོགས་ཅིག་རེད་པས་ཟེར་ན། ང་དེ་ཙམ་གྱི་འདོད་པ་མེད། ད་ཡིན་ན་ངས་གཞུང་ལྷད་པ་ཡིན་ན། ངས་རང་བཙན་གྱི་ལྟ་བ་རྒྱུན་འཁྱོངས་བྱེད་ཀྱིན་པ་དེ་ཆ་རྐྱེན་འཛིན་གྱི་ཡོད་མ་རེད། ད་དེ་ག་རེད་ན་ངས་རྩ་བ་རེད་བསམ་གྱི་འདུག། ཀླུ་མཁར་བྱམས་ལགས་ནས་སྲིད་སྐྱོང་གི་འོས་མིས་སུ་བཞེངས་སྐབས་མ་འོངས་ལས་དོན་བྱེད་ཕྱོགས་ཀྱི་བསྒྲགས་གཏམ་སྤེལ་བའི་ནང་སྲིད་དོན་བསྐྱར་ཞིབ་ཀྱི་འཆར་སྒོ་དང་གཞུང་སྲིད་བར་གནས་ཀྱི་འཆར་སྒོ་སྟེ་འཆར་སྒོ་གཉིས་དང། བྲན་གཡོག་གཤིས་ཀ་ལ་ངོ་རྒོལ་དང་དད་པ་ལོག་སྤྱོད་ལ་ངོ་རྒོལ་སྟེ་ངོ་རྒོལ་གཉིས་བཅས་ཀྱི་ཐོག་ལ་ཤུགས་དྲག་ཆེན་པོས་གསུངས་ཡོད་པ་རེད། འཆར་སྒོ་དེ་ག་རེ་གི་བསམ་བློ་གཏོང་དགོས་ན་དང་པོ་དེ་ངས་འདི་རེད། ད་སྲིད་དོན་གྱི་ཁྱབ་ཁོངས་ལ་བསྐྱར་ཞིབ་སྲིད་དོན་གྱི་ཁྱབ་ཁོངས་ཀྱི་བསྐྱར་ཞིབ་དེ་ངས་ག་བ་ཅིག་ཆགས་བཞག་གི་ཡོད་ན་བོད་མི་རིགས་དེ་དང་པོ་འགྱེལ་ས་ནས་ཡར་ལངས་པ་དེ་སོ་སོ་གི་རིག་གནས་ཀྱི་སྙིང་སྟོབས་དང་སོ་སོ་གི་ཕ་ཆེ་སོ་སོ་གི་མིག་གི་གཤིས་ཀ་དེ་སོ་སོ་ལ་ངོ་འཕྲོད་ནས་ངས་ད་ལྟ་བཤད་ཡ་ནང་བཞིན་ཕག་ཁྲིད་ཀྱི་སྐབས་ནས་དེ་སྔོན་ནས་བཟུང་སྟེ་འགོ་བཙུགས་ཡོད་རེད་ད་བསྟན་པ་ཕྱི་དར་སྐབས་ནས་བཟུང་སྟེ་དེ་བྱས་ནས་གང་ལ་བསྟན་པ་ཕྱི་དར་སྐབས་ཀྱི་ལོ་པན་དེ་ཚོ་གི་བོད་མི་རིགས་ཀྱི་ད་ལོ་ལོ་པན་ཟེར་ན་ལོ་ཙཱ་བ་དང་པན་ཏྲི་ཏྲ་དེ་ཚོ་ད་དེ་ནང་མཁས་དབང་དེ་ཚོ་རྒྱ་དཀར་ནག་གི་ས་ཁུལ་མང་པོ་ཕེབས་ནས་ཀྱི་སོ་སོ་གི་རིག་གནས་ཐོག་ནང་འདྲེན་བྱེད་དགོས་ཡ། སོ་སོ་གི་རིག་གནས་དེ་ཡ་བསྐྱར་གསོ་བྱས་ནས་ཀྱི་དེ་འདྲས་ཀྱི་བྱུང་ཡོད་རེད་དེ་ཡིན་པ་ས་ནི་ངས་གཞུང་སྲིད་བར་གནས་ཀྱི་འདི་གཞུང་སྲིད་མ་རེད་ངས་ཀར་སྲིད་དོན་ཁྱབ་ཁོངས་ཀྱི་བསྐྱར་ཞིབ་དེ་ངས་གལ་ཆེ་ཤོས་ཅིག་ང་ཚོ་བོད་ཀྱི་ཤེས་རིག་གི་ཁྱབ་ཁོངས་ལ་གཞི་བཞག་ནས་ཀྱི་ང་ཚོ་ཡང་བསྐྱར་ཡར་ཅིག་ལངས་ཐུབ་ན། དེའི་མ་གཏོགས་ད་ནུབ་ཕྱོགས་ཀྱི་སྤྱིར་བཏང་ལས་བཏང་ནུབ་ཕྱོགས་ཀྱི་ཤེས་རིག་ནུབ་ཕྱོགས་ཀྱི་དམངས་གཙོ་འདི་གལ་ཆེན་པོ་རེད་ཁ་ཤས་གཟིགས་ད་ང་ཚོ་འགྲོ་བ་མིའི་རིགས་ཀྱི་སྤྱི་སྤྱི་མཐུན་གྱི་ང་ཚོ་ད་གར་སོགས་རེད་ཤེས་ཡོན་འདི་ཆགས་ད་ཡོད་རེད་ད་ཡིན་ན་གཙོ་བོ་དེ་མི་རིགས་སོ་སོ་གྱི་ཤ་དང་རི་བའི་སྲང་ན་ང་ཚོ་སྤོབས་པ་ཅིག་ཡོད་པ་དེའི་ངོ་མ་འཕྲོད་པ་ཡིན་ན་ད་བད་ཁག་པོ་རེད་བསམ་གྱི་འདུག་དེ་ཡིན་པའི་ཆ་ནས་ངས་སྲིད་དོན་བསྐྱར་ཞིབ་ཀྱི་འཆར་སྒོ་དེའི་ནང་ལ་དངོས་གནས་བཤད་ཡོང་ན་འདིའི་ནང་བཞིན་འདྲ་བོ་ཅིག་ཨི་ཐ་ལི་གི་ཆ་བཤད་ན་ང་ཚོ་མགོ་ཁྲིད་ནས་ཀྱི་རིག་རྩལ་བསྐྱར་དར་ཡོང་བར་བ། Renaissance། Renaissance ཟེར་ཏེ་ང་ཚོ་ད་ལྟ་གི་བཤད་ན་ཤེས་རིག་དང་སྒྱུ་རྩལ་དང་ཨར་ཏི་ར་དེ་ཚོ་ཁྱབ་ཁོངས་ཀྱི་ངེས་འཛིན་བྱེད་དགོས་རེད་དེ་དེ་ཙམ་མ་རེད Renaissance གི་སྐབས་ལ་ཆབ་སྲིད་པ་བྱུང་བ་རི་མོ་བ་བྱུང་བ་རེད་ཨ་ནི་འཛིག་སྐྲན་རིག་པ་བྱུང་བ་རེད་དེ་བྱས་ནས་གང་ལ་དེའི་ཆ་ཚང་གི་ནུས་པ་གཅིག་ཏུ་སྤུངས་ནས་ཀྱི་ཡོ་རུབ་གི་མདུན་ལམ་གསར་བ་ཅིག་བཟོ་ཡ་དེ་ཡིན་པ་སོང་ཙང་ང་ཚོ་བོད་མི་རིགས་ཡར་ལངས་པ་ལ་སོ་སོ་གི་རིག་གནས་སྙིང་སྟོབས་འདི་གཞི་བཞག་ནས་ཡ་ཅིག་རྐང་པ་ཅིག་བརྒྱབ་ཐུབ་པ་ཡིན་ན་ངས་ཅིག། ཅིག་མ་ཡོང་བ་བསམ་གྱི་འདུག་ད་བལྟས་ཡིན་ན་དེ་ལུག་ཁར་ཤམ་གཅིག་སྤུ་གི་ཡོང་ཡ་མ་རེད་ངས་ད་ལྟ་བཤད་ན་དེའི་ནང་ལ་ཆ་ཤས་ལས་ནི་མི་མང་པོ་ཅིག་དགོས་རེད་ཡིན་ན་ང་ཚོ་རྩ་བའི་འཆར་སྣང་དེ་འདྲས་ཅིག་དགོས་གི་འདུག་བསམ་ནས་ཀྱི། སྲིད་དོན་བསྐྱར་ཞིབ་གི་འཆར་སྒོ་དེ་དུས་སུ་ཡིན། དེའི་རྗེས་ནས་ད་ང་ལ་གཞུང་སྲིད་བར་གནས་ཀྱི་འཆར་སྒོ་དེ་རེད། ཡང་ན་གཞུང་སྲིད་བར་གནས་ཟེར་ཡ་དེ་ད་གཞུང་གཅིག་གི་གནས་གང་ལ། ད་ད་ལྟ་ང་ཚོ་བར་གནས་བྱེད་མ་ཐུབ་པའི་གནས་སྟངས་མང་པོ་ཅིག་ཡོད་རེད་ད་ང་ཚོ་རྣམ་པ་ཚོ་གི་ཆ་ཚང་ཧ་གོ་གི་རེད། ང་ཚོ་གི་གཞུང་དེ་ཅིག།

ང་ཚོ་སྲིད་དོན་གྱི་སྤྱིའི་ཐད་ནས་དེ་ཚོ་རྒྱལ་སྤྱིའི་རང་བཞིན་གྱི་ར་ལ་པ་ཉོག་བསྡད་ཡོད་རེད་ལ་སོ་སོའི་ནང་ཁེ་ནི་ར་ཉོག་དྲ་སྣ་ཚོགས་ཅིག་གི་ནང་ལ་ཁོ་ཚོ་བརྟན་པོ་བསྡད་ཐུབ་ཀྱི་མེད་དེ་ཡིན་པ་སོང་ཙང་གཞུང་གི་སྲིད་སྤྱི་འདིས་ཧ་ཅང་གི་པར་ནི་བྱེད་དགོས་ཡ། ད་ད་ལྟ་བཤད་ཡོང་ནས་ང་ཚོ་མང་གཙོ་ཟེར་ཅིག་བཤད་དགོས་རེད། མང་གཙོ་ཟེར་ཡ་དེ་ཡིན་ནི་གང་ལ་སྤྱིར་བཏང་གི་ཆ་ནས་མི་ང་ཚོ་གི་ཁ་དེ་ཉུང་བ་ཅིག་གི་ལས་དགོས་ཡ་གི་གནས་སྟངས་ཟེར་ན་མི་འདུག་དེའི་ཐག་གཅོད་དེ་འདྲས་ཅིག་རེད་ཡིན་ན་མི་ཉུང་བ་གི་བར་དུ་ངོ་འདུག་དེ་རྩིས་མེད་ཁོ་རང་བཏང་ནི་ཅི། དེ་ཅིའི་ཕྱིར་གོ་ཡོ་མར་དེ་འབའ་ཆང་ཚང་མང་གཙོ་ཡིན་ནར་མང་གཙོ་ཡིན་པ་གང་ཞིག་ལ་གོ་གོ་རིམ་ནས་མང་གཙོ་ཡིན་པ་གང་ཞིག་ལ་རྩ་བའི་ཕྱོགས་དང་མ་ཕྱོགས་པ་ཡོར་བ། ང་ཚོ་གི་མང་གཙོ་འདི་ག་རེ་རེད་ན་མང་ང་གི་བསམ་ཚུལ་ཡིན་པ་ཡིན་ན་ད་ག་རེ་ཡིན་ན་བྱེད་ཆོག་པ་འདུག་ད་དེ་ཉེན་ཁ་ཚ་བོ་ཞེའུ་རེད་དེ་འབའ་ཚང་ཚང་ང་ཚོ་གི་གཞུང་འདི་མང་གཙོ་གི་ཁྱབ་ཁོངས་ནས་བཤད་ཡིན་ནར་ཉུང་བ་དང་མང་ང་གཉིས་ཀ་བར་ནས་བསྡད་མ་ཐུབ་པའི་དཀའ་ངལ་ཡོ་ད་ཁོ་ཁྱོད་ནི་ཡོང་ནས་བཤད་ན་ཤེས་ཡོན་གྱི་ནང་གི་མི་འདུག་བཙན་བྱོལ་སྤྱི་ཚོགས་ཀྱི་ད་ད་འདའ་གི་ཅིག་མགོ་ཁྲིད་ནི་ཡིན་ན་རེད་མི་མང་གི་ད་འདའ་གི་ཁྱོད་ནི་ཡོང་ནས་བཤད་ན་ང་ཚོ་ཆབ་སྲིད་ཀྱི་ཤེས་ཡོན་གྱི་ནང་གི་མི་འདུག་ད་སློབ་གྲྭ་ཁག་ལ་ཆ་བཞག་ན Political Science སྦྱངས་ནི་དེ་ཧ་ཅང་ཉུང་ཉུང་རེད། ང་ཚོ་གི་སློབ་གྲྭ་ཁག་ནི་ད་ད་འདྲ་དེ་ཟེར་འགྲོ་གི་ཡོད་རེད། ཡིན་ན་ཅིག་སྦྱངས་ཡོད་པའི་ཆ་བཞག་ན་དེ་བོད་ཀྱི་སྤྱི་ཚོགས་ཀྱི་ངོ་བོ་བརྒྱར་ནི་ལས་ཀ་བྱེད་ཐུབ་ནི་དེ་ཧ་ཅང་ཉུང་ཉུང་དེ་འབའ་སོང་ཙང་ཨ་ནི་ངས་གཞུང་སྲིད་པར་ནི་ཟེར་ཡ་དེ་ལ་ད་རོབ་ཙིག་བཤད་ན་དེ་འདྲས་དེའི་རྒྱབ་ལོག་ན་ང་ལྟ་གྲིབ་མང་པོ་ཅིག་ཡོད་ལྟ་བ་རེད་དེ་ཟོ་ལྟ་ཡིན་ན་དེ་དེའི་ཚོད་ཀྱི་དབང་གི་ངས་འདི་ནས་བཤད་ཡག་གི་གོ་སྐབས་མི་འདུག་གཞུང་སྲིད་བར་གནས་དེ་ཡིན་དེ་ནས་ད་ངས་ད་ལྟ་གི་བྲན་གཡོག་གི་གཤིས་ཀ་ལ་ངོ་རྒོལ་ཡོད་རེད་ང་ངོ་རྒོལ་གཉིས་ཡོད་རེད་ཨ་ནི་བྲན་གཡོག་གི་གཤིས་ཀ་ལ་ངོ་རྒོལ་དང་ད་བར་ལོག་སྤྱོད་ལ་ངོ་རྒོལ་དེ་རེད་ད་བྲན་གཡོག་གི་གཤིས་ཀ་ལབ་ནས་གང་ལ། Post Colonialism གི་དུས་ཚོད་འདི་ལ་ང་ཚོ་མི་སེར་སྤེལ་མཁན་ཞི་དམག་གི་དུས་ཚོད་འདི་སོ་སོ་ག་འདྲ་ཞིག་བྲན་གཡོག་ཆགས་ཀྱི་ཡོད་མེད་དེ་གསལ་བོ་ཧ་གོ་གོ་མ་རེད། བྲན་གཡོག་ཆགས་སྟངས་རྣམ་པ་སྣ་ཚོགས་རེད། ཤེས་ཡོན་གྱི་སྒང་ནས་བྲན་གཡོག་ཆགས་ཡ། ལས་འགོ་ཅིག་ང་ཚོ་སྐད་ཡིག་གི་སྒང་ནས་བྲན་གཡོག་ཆགས་ཡ། དཔལ་འབྱོར་གྱི་སྒང་ནས་བྲན་གཡོག་ཆགས་ཡ། མིའི་གཞིས་ཀ་གི་སྒང་ནས་བྲན་གཡོག་ཆགས་ཡ། སྤྱིར་ཆབ་སྲིད་ཀྱི་ལྟ་གྲུབ་སྒང་ནས་ཨ་ནི། ང་ཚོ་འདྲ་བོ་མི་རིགས་ཆུང་བ་མང་པོ་ཅིག་ལྷག་འགྲོ་གི་རེད། བ་རོ་ཅིག་ད Tibetan Identity གི་ཅིག་སྐར་ཚོགས་ང་ཚོ་བོད་ཀྱི་ངོ་བོ་འཛིན་སྟངས་ཁོ་རང་ནས་བཤད་ལེ་ཡོང་ན་ད་ང་ཚོ་དཀའ་ངལ་ཆེ། གཞན་པ་གི་ཅིག་སྟངས་དེ་ཡག་ག་ཡིན་པ་འདྲོ་སོ་སོ་གི་ཅིག་སྐྱེ་སྟངས་ལས་སྟངས་དེ་སྡུག་ག་ཡིན་པ་འདྲོ། ད་ཤེས་རིག་གི་སྒང་ན་བྲན་གཡོག་གི་བྱེད་ཀ་མང་པོ་ཅིག་བྲན་གཡོག་གི་བྱེད་ཀ་འདི་གཙང་མ་ཅིག་བཟོ་མ་ཐུབ་པ་ཡིན་ན་འདི་ཆབ་སྲིད་ཙམ་མ་ཡིན་པའི་ཁྱོད་ཀྱི་ཤེས་ཡོན་ཁྱོན་ཡོངས་ནས་བཤད་ན་ད་འདི་ཉེན་ཁ་ཚ་བོ་ཞིག་རེད་དེ་ཡིན་པ་སོང་ཙང་ངས་བྲན་གཡོག་གི་བྱེད་ཀ་ལ་ངོ་རྒོལ་བྱེད་ཡ་དེ་དུས་སུ་ཡིན། ད་དེའི་རྗེས་ནས་ད་ཕར་ལོག་སྤྱོད་རེད་ད་བོད་མི་རིགས་ཀྱི་སྤྱི་ཚོགས་འདི་ངས་ད་ཐང་མ་ཁ་ཤས་ཤེས་མི་སྡེའི་སྤྱི་ཚོགས་ལ་ཆོས་ལུགས་ཡོད་པ་དང་ད་ཕར་ཡོད་པ་ཙམ་གྱི་ཧང་སང་ཡ་ཅང་ཅིག་ཆགས་ཀྱི་ཡོད་མ་རེད་ཡིན་ན་ད་ཕར་ཟེར་ཡ་དེ་གཅིག་ལ་ངོམ་སོ་བྱེད་ཡ་ང་ལ་ད་ཕར་ཡོད་པའི་རྒྱུ་མཚན་གྱི་ཨ་ནི་ཕར་ཕྱོགས་ལ་ཅག་ཅག་བྱེད་ཡ། དཔེར་ན་ད་དགེ་འདུན་ཆེན་བོད་ཀྱི་གསུང་ཡོད་རེད་ལ་རེ་རྒྱབ་ན་མོ་མཐུན་ཆོས་ལུགས་རེད་འདི་ཡི་རྗེས་འབྲང་ཁས་ལེན་སྟོང་གྲགས་རེད་འདི་ལ་བལྟས་ན་འདི་ཡི་མི་ལྷ་ཞིག་རིགས་མཐུན་ཚོགས་ལ་བཤད་ན་ཉམས་རེད་ག་མི་མཐུན་ཚོགས་ཀྱི་ཐིས་ན་ཤི་རེ་ཁྲེལ་གསུང་ཡོད་རེད་དེ་ག་རེད་ན་ཆོས་ལུགས་སྣ་ཚོགས་བཅུ་ཡོད་རེད་ངའི་ལྷ་དེ་ལྷ་ཡིན་ངའི་ལྷ་དེ་ཅིག་ཅིག་ཡིན་ཨང་ཁྱོའི་ལྷ་དེ་འདྲས་རེད་ཟེར་གི་སྐད་ཆ་ངའི་རྒྱུ་མཚན་ཟེར་དེ་ང་སོ་སོ་གི་རྒྱུ་མཚན་དེ་གཞན་པ་གང་ལ་ད་བཙན་པོ་ཀྱི་མ་གབ་ཡས་དེ་ཚོ་ཆོས་ལུགས་ཀྱི་ཁྱབ་ཁོངས་ནས་ཧ་ཅང་གཟབ་གཟབ་བྱེད་དགོས་ཡས་རེད། ང་ཚོ་གི་ཆོས་ལུགས་ཀྱི་ཁྱབ་ཁོངས་ལ་ག་རེ་ཡོད་ན་ན་སྔོན་མ་ནས་ལས་བོད་ཀྱི་སྤྱི་མཚུངས་དེ་སྲིད་པ་ཆགས་ནས་བཟུང་སྟེ། སྤྱིར་བཏང་གི་ཆ་ནས་བཤད་ལོང་ན་ཆོས་ལུགས་ཀྱི་བོད་མི་རིགས་ལ་ཕན་པ་སྒྲུབ་ཡོད་ར་ན་རྒྱལ་ཁབ་ཤོར་ཡས་དང་འབངས་མི་སེར་གྱི་ནང་ལ་སེར་མ་ཡན་ཆད་བྱུང་ནས་ཀྱི་མི་གསོད་ཁྲག་སྦྱོར་བྱེད་ཡས་ཕྱིའི་བཙན་འཛུལ་པ་ནང་ལ་ཁྲིད་ཡོང་ཡས་མང་ཆེ་བ་ཟིག་ང་ཚོ་ཆོས་ལུགས་དང་འབྲེལ་བ་དད་པ་ལོག་སྤྱོད་བྱེད་ཡས་གྱི་གནས་སྟངས་ཅིག་དད་འདུན་ཆགས་འདོར་བསྟན་པ་སོང་ནས་དད་པ་ལོག་སྤྱོད་གྱི་གནད་དོན་འདི་རྩ་བ་འདི་ང་ཚོ་གཅིག་འཛིན་མ་ཐུབ་པ་ཡིན་ན་བོད་མི་རིགས་དེ་ཡོང་གི་མི་འདུག་ད་བར་ལོག་སྤྱོད་ཀྱི་གནའ་དོན་དེ་འདི་འདྲས་ཅིག་ཡིན། མི་གང་ཟག་ཞིག་གིས་མི་ཚེའི་ནང་ལས་དོན་བྱེད་ཕྱོགས་དང་བསམ་བློ་བཏང་ཕྱོགས་ལ་རང་གི་མིག་དཔེ་ལྟ་ས་འམ་ཨིན་སྐད་ནང་ཞུས་ན Role Model དེའི་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་ཡོད་སྟབས་ཀླུ་མཁར་བྱམས་ལགས་ནས་རང་གི་མིག་དཔེ་འཛིན་ས་ནི ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་དང། བོད་ཀྱི་ལོ་རྒྱུས་ནང་བཙན་པོའི་ཁྲིམས་སྲོལ་བསྐྱར་གསོ་གནང་མཁན་དང་སོག་པོའི་བཙན་འཛུལ་ལ་ངོ་རྒོལ་གནང་མཁན་དེ་བཞིན་སྐབས་དེ་དུས་ཀྱི་ས་སྐྱའི་སྲིད་དབང་མགོ་རྟིང་བསློགས་ཏེ་ཕག་ཕྲུག་གི་གཞུང་བཙུགས་མཁན་རྟ་ཡི་སི་ཏུ་བྱང་ཆུབ་རྒྱལ་མཚན་དང། ལྷག་པར་དུ་ཆབ་སྲིད་ཀྱི་འཐབ་རྩོད་ཐོག་ནས་ཁྱུད་པ་ནང་གི་གསར་བརྗེའི་ལས་འགུལ་བ་གྲགས་ཆེན་ཆེ་གྷེ་ཝེ་ར། དེ་བཞིན་རྒྱ་ནག་གི་གསར་བརྗེ་བ་ཟློག་ཏྲ་སུན་ཡཱ་ཙེན་སོགས་ཡིན་སྐོར་གསུང་གི་འདུག། ད་མ་འོངས་པ་སྲིད་སྐྱོང་སུ་ཆགས་མ་ཆགས་ལས་དེ་ད་ལྟ་བུ་དང་བཅས་ཏེ།

དེའི་སྐོར་ལ་ཁྱེད་རང་གི་དགོངས་ཚུལ་དང་མ་འོངས་པའི་ལངས་སྟབས་སོ་སོ་གི་འཆར་གཞི་ག་རེ་ཡོད་མེད་སྐོར་ལ་ཡིན། ཨ་ནི་ཐོག་མ་དེ་ལ་བོད་སྐད་འདྲེས་མོའི་སྐོར་ལ་ཡིན། ད་བོད་སྐད་འདྲེས་མོའི་འདྲ་བོ་བྱེད་ན་ད་ལོ་མང་པོ་བྱས་ནས་དགའ་བསྡད་ཡོད་རེད་ཨ་ནི། ད་ང་རང་བཙན་བྱོལ་བོད་མིའི་སྤྱི་ཚོགས་ཡིན་ནི་རེད། ཨ་ད་ད་ང་ཚོ་ཕྱི་རྒྱལ་བོད་བོད་དོན་རྒྱབ་སྐྱོར་བ་དང་རྒྱལ་ཁབ་དང་ཚང་མའི་ངོས་ནས་ད་རྒྱ་ནག་ལ་བོད་སྐད་འདྲེས་མོ་བྱེད་འོ་རེད་གནོན་ཤུགས་སྤྲད་བཞིན་པ་རེད། བོད་རྒྱ་ཞི་མོ་ཟེར་ཡ་འདི་ངོ་ནས་དྲང་གནས་བཤད་ལོང་ན་བོད་རྒྱ་ཞི་མོ་དེ་ག་རེ་རེད་ད་ང་ཚོ་མི་མང་གི་ངོ་འཕྲོད་དགོས་ཡ་དེ་དེ་རེད། དོན་ཚན་བཅུ་བདུན་དེ་བོད་རྒྱ་ཞི་མོལ་ཞིག་རེད། རེད་བ་ད་ང་ཚོས་ད་བཤད་པ་ཡིན་ན་ཉེ་རབས་ལོ་རྒྱུས་སྒང་ནས་ད་བོད་པ་འདོད་པ་ཡོད་ན་རེད་མེད་ན་རེད་དེའི་རྗེས་ནས་སྐྱབས་མགོན་རིན་པོ་ཆེ་སེ་ར་བཙན་ཤོད་ལ་ཕེབས་ནས་ཀྱི་ཨ་ནི་སི་ཏི་པོར་ནས་ཨ་ནི་དོན་ཚན་བཅུ་བདུན་རྩ་མེད་བཏང་པའི་རྗེས་ནས་ཨ་ནི་ང་ཚོ་བར་ལ་ཨ་དཀར་སོགས་རྒྱ་ནག་དང་བར་ལ་གཞུང་འབྲེལ་ཆད་ནས་ཀྱི་ད་དྲག་པོ་གི་འཐབ་རྩོད་ཅིག་ད་ལས་ཡོང་པ་རེད་དེའི་བར་རོལ་གི་ཏུ་ནི་བོད་རྒྱ་ཞི་མོལ་གནས་སྟངས་ཆད་པ་རེད་ད་བོད་རྒྱ་ཞི་མོལ་དེ་སི་ཏྲ་སི་པག་གི་དྲི་ཆུ་འདྲ་ཞི་བའི་དོན་ཚན་ལྔ་ནས་བཤད་པ་ཡིན་ན་སྐབས་དེ་རིགས་སྒང་ལ་བོད་རྒྱ་ཞི་མོལ་བྱུང་ཡོད་ན་རེད་མེད་ན་རེད་དེ་གི་ཆབ་སྲིད་གི་རྩ་བའི་རྨང་གཞི་དེ་ང་ཚོ་ཚད་མཐོ་བའི་རང་སྲིད་རང་སྐྱོང་ཅིག་དང་ཨ་ནི་དེ་འདྲའི་ཅིག་གི་གནས་སྟངས་འོག་ནས་ཕྱིན་པ་རེད་ད་ཚད་མཐོ་བའི་རང་སྲིད་རང་སྐྱོང་ཟེར་ན་རེད་ཨ་ནི་བོད་ལ་འཚེ་མེད་ཞི་བའི་རྟགས་གནས་བཀྲིན་འགོ་ལབ་ན་རེད་དུས་སུ་ཅིག་ནས་བོད་རྒྱ་ཞི་མོལ་གི་ཅིག་གཞི་འདྲ་བོ་རེད་ད་ན་ཉིན་ད་ལོ་ད་ག་རེ་སོགས་ན་བོད་རྒྱ་ཞི་མོལ་གི་གཞི་དེ་རྒྱ་ནག་གི་རྩ་ཁྲིམས་གི་སྒྲོམ་གཞི་ཨོ། གུང་ཁྲན་ཏང་གི་ཆ་རྐྱེན་ཁས་ལེན་པ། རྒྱ་ནག་གི་ཁྲལ་རིགས་ཁྲོལ་རིགས་དག་རྒྱ་ནག་གི་ས་ཁོངས་ལ་ང་ཚོས་རྩོད་པ་བརྒྱབ་ཀྱི་མེད་པ། ད་རང་དབང་དང་མང་གཙོ་ར་དགོས་མི་དགོས་ཀ་ཁྱད་པར་དུ་བྱས་ནས་ད་དེ་རིང་གི་བོད་རྒྱ་ཞི་མོལ་འདིའི་བར་དུ་སླེབས་ཡོད་རེད། ད་འདིའི་མ་ན་ད་ང་ཚོས་ངེས་ནས་བཤད་ལོང་ན་ད་འདིའི་མ་ན་འབབ་པ་ཡིན་ན་ད་ང་མི་གཅིག་གི་མེད་ང་ཁྱི་གཅིག་གི་ཡིན་ཟེར་དང་གཅིག་པ་གཅིག་རྐྱང་བྱ་ད་འབབ་ས་ཟིག་གེ་ཡོད་མ་རེད་ཆབ་སྲིད་ཀྱི་ཁྱབ་ཁོངས་དྲི་མོ་ད་རྒྱ་ནག་གཞུང་གི་ང་ཚོ་ག་རེ་བྱེད་ཀྱི་ཡོད་པ་དེ་དེ་རིང་དུས་ཚོད་ཐུང་ཐུང་ཟིག་ངང་ནས་ངས་བཤད་དགོས་ཡ་མི་འདུག་རྒྱ་ནག་གཞུང་གི་སི་ཏྲ་སི་པག་གི་དྲི་ཆུ་ནི་བཟུང་སྟེ་རིམ་པ་གཅིག་ནས་ད་རྩིས་མེད་བཏང་ཡོང་ནས་ཀྱི་མི་རིགས་ས་གནས་རང་སྐྱོང་གི་ཡིག་ཆ་ཕར་ར་སྤྲད་ཡ་རེད་དེའི་ལན་དེ་ཕར་ར་འགྲེལ་བཤད་མ་ར་རྒྱབ་པ་རེད་ད་ན་ཉིན་ད་ལོ་གི་རྒྱབ་ཤ་དཀར་པོ་གི་འདི་སྤྱི་ཡོངས་ནས་གང་ལ་བོད་རྒྱ་ཞི་མོལ་གི་ཆབ་སྲིད་རང་བཞིན་གི་དེ་ང་ཚོ་གཞིས་ཆགས་གང་ཡོད་མ་རེད་དེ་ཡིན་པ་སོང་ཙང་ལུག་ཧར་ཤམ་ཡ་ར་སླེབས་ནས་ཀྱི་ངས་བཤད་དགོས་ཡ་བོད་རྒྱ་ཞི་མོལ་ཟེར་ཡ་གི་རྒྱ་ནག་གཞུང་ལ་ཐད་ཀར་གི་འབྲེལ་བ་གཅིག་ནས་ཡོང་ཡ་དེ་ཡོད་ཨ་མ་རེད་མེད་པ་དེ་ངས་རྒྱ་ཆེའི་མི་མང་ལ། བོད་རྒྱ་ཞི་མོལ་བྱེད་ཐུབ་ཀྱི་རེད་ངས་དེ་དེ་རང་རྒྱ་ཆེའི་མི་མང་ལ་བཤད་ཀྱི་མེད། ཡིན་ནམ་བོད་རྒྱ་ཞི་མོལ་བྱེད་མ་ཉན་པ་དང་བོད་རྒྱ་ཞི་མོལ་བྱས་ན་ཡོང་གི་མེད་པ་དང་བོད་རྒྱ་ཞི་མོལ་འདི་གི་གྱོང་ག་རེ་རག་གི་ཡོད་པ་དེ་ངས་རྒྱ་ཆེའི་མི་མང་ལ་ཁེབས་སངས་ཅིག་གར་ས་ངོ་སྤྲོད་གསལ་བོ་ཅིག་བྱེད་པ་ཡིན་ན་དེའི་གི་ངོ་ནས་ད། ཁ་ཡོད་ལག་ཡོད་ཀྱི་བོད་མི་མང་ལ་དེ་གི་ཅིག་ཕན་ཐོག་གི་རེད་བསམ་གི་འདུག་ད་ལོ་ཁར་ཤམ་ཡ་ར་ལྷེབ་ནི་ཅིག་བོད་རྒྱ་ཞི་མོ་ལ་རེ་བ་རྒྱབ་ན་ཡོང་གི་མ་རེད་ཡིན་ན་བོད་རྒྱ་ཞི་མོ་མེད་པའི་རྒྱུ་མཚན་དེ་ངས་བོད་རྒྱ་ཆེའི་མི་མང་ལ་ངོ་སྤྲོད་གིན་རྒྱ་ཆེའི་སྤྱི་ཚོགས་ལ་ངོ་སྤྲད་གིན་དེ་གི་ང་ཚོ་ཅིག་ཕན་ཅིག་མི་ཐོག་བསམ་གི་འདུག། རེད་ད་ཕྱི་འབྲེལ་སྲིད་སྤྱི་སྒང་ནས་ང་ཚོ་ད་ལྟ་བར་དུ་གྱོང་རག་བསྡད་རེད། གྱོང་ག་རེ་རག་བ་རེད་ཟེར་ན། རྒྱལ་སྤྱི་གི་སྒང་ལ་ང་ཚོ་མ་རྩ་ཁེ་ཡག་གི་མ་རྩ་ཆེ་ཤོས་དེ། བོད་དེ་རྒྱ་མི་གི་བཙན་འཛུལ་གྱིས་འབགས། བོད་པ་དེ་རང་དབང་རང་བཙན་གི་རྒྱལ་ཁབ་ཅིག་ཡིན་འབགས། ང་ཚོ་ག་ཆ་དེ་ཁུངས་སྐྱེལ་ཐུབ་པ་ཡིན་ན་ཕྱི་འབྲེལ་གི་ཐོག་ནས་ངར་ཚོ་གི་མ་རྩ་ཆེ་ཤོས་དེ་རེད་ད། ད་དེའི་མ་འགྲོ་བ་མིའི་ཐོབ་ཐང་གི་གནས་བབ་མ་རག་བབས། རྒྱ་མིའི་རྩ་ཁྲིམས་འོག་ནས་བསྡད་ཀྱི་ཡིན་ལབ་ནས་གང་ལ་ང་ཚོ་གི་ཕྱི་འབྲེལ་གྱི་ལམ་ཁ་དེ་མི་གཞན་པ་གི་གང་གང་ཡོད་མེད་ལ་མ་ལྟོས་པའི་ང་ཚོ་གི་ལམ་ཁ་དེ་བཤད་བཤད་ནས་གང་ལ་ང་རང་ཚོ་གི་ལམ་ཁ་བཀག་བཤད་རེད་དེ་ཡིན་པའི་ཕྱོགས་ནས་ང་ཚོ་ལ་ཕྱི་འབྲེལ་གྱི་སྒོ་གི་ཡོད་ན། རྒྱལ་ཁབ་གཞན་པ་གི་ངེས་ལེན་བྱས་མིན་ལ་མ་ལྟོས་པའི་ང་རང་ཚོ་གི་ནི་བོད་རང་བཙན་ཤོར་རྒྱུ་ར་བོད་རྒྱ་མིའི་བཙན་འཛུལ་བྱེད་རྒྱུ་ར་བོད་རང་བཙན་ལེན་དགོས་ཡ་གི་འདི་རྒྱབ་ཀྱི་ཐོག་ཕྱིན་པ་ཡིན་ན་ད་ང་ཚོ་ཕྱི་འབྲེལ་གྱི་སྲིད་སྤྱི་གི་ཨ་མ་འདི་རེད། ཨ་ནི་འགྲོ་བ་མིའི་ཐོབ་ཐང་ལ་ཆ་བཞག་ན། ངས་ཁ་ཚང་རེ་བྱིན་པ་ཡིན་འགྲོ་བ་མིའི་ཐོབ་ཐང་ཨ་རིའི་ནང་ན་མི་དཀར་པོ་ནག་པོ་གཉིས་ཀྱི་རྒྱབ་འདྲེས་རྒྱབ་བསྡད་ཡོད་རེད། རྒྱ་གར་ནང་ན་ཧིན་དྷི་ར་ཁ་ཆེ་གི་བར་ལ་ད་ལྷ་ཁང་མེད་རྒྱབ་སོང་མང་པོ་ལབ་ཀི་ཡོད་རེད། འགྲོ་བ་མིའི་ཐོབ་ཐང་ཟེར་དེ་རྫོགས་ཡ་ཡོད་མ་རེད་ད། འགྲོ་བ་མིའི་ཐོབ་ཐང་དེ་མ་ར་བབ་ནི་གང་ལ་ང་ཚོ་གྲོངས་པ་ལ་ཕྱེད་ཀ་ལོར་ཉིས་བརྒྱ་ཡོད་ཁྱེད་ཚོ་གྲོངས་པ་ལ་ཕྱེད་ཀ་ལོར་བརྒྱ་མ་ཞིག་མི་འདུག་དེ་འགྲིག་གི་མི་འདུག་ང་ཚོའི་སློབ་གྲྭའི་གྲོང་པ་གི་ནང་ནས་བཟུང་སྟེ་བུ་གུ་སློབ་གྲྭར་འགྲོ་ཡས་ལ་ཀི་ལོ་མི་ཀྲེར་གསུམ་ཡོད་ཁྱི་ཟུག་ལ་ཀི་ལོ་མི་ཀྲེར་གཉིས་མ་ཞིག་མི་འདུག་ཨ་ད་དེ་འགྲོ་མི་ཐུབ་སྟངས་བྱས་ན་ཁོ་ཁྱབ་ཁོངས་ཆུང་རུ་ཆུང་རུ་ད་དེ་ཆ་ཚང་མ་ར་ཡོང་དགོས་འགྲོ་མི་ཐུབ་སྟངས་བྱས་ཏེ་རྩ་བའི་ཆ་འདི་མཚུངས་རེད། ང་ཚོ་གོ་གོ་བརྡ་ག་རེ་འཕྲོད་ཡོད་མར་ན་རྒྱལ་སྤྱིའི་སྒང་ལ་བོད་ཀྱི་གནའ་དོན་འདི་འགྲོ་མི་ཐུབ་སྟངས་དང་ཆོས་ལུགས་དད་པའི་རང་དབང་གཅིག་པུ་གི་ངོ་བོ་ནས་ཁེངས་པ་ཡིན་ན་སྤེས་ཅིག་འདུག་ལབ་ཀི་ཡོད་རེད། ཨང་ད་ཞུ་གཏུག་བྱེད་ས་ཁ་ཤས་ཅིག་བྱུང་ཡོད་ཀྱི་རེད། ཡིན་ནའང་བོད་ཀྱི་རྩ་བའི་རྩ་དོན་འདི་ང་ཚོ་རྒྱལ་ཁབ་གཞན་པ་གི་བཙན་འཛིན་བྱེད་རྒྱུར་ང་ཚོ་རྒྱལ་ཁབ་ཡིན་པ་གི་གེགས་སུ་དེའི་ལོ་པའི་ཉིན་མོ་དེའི་རིམ་པ་དེ་ནས་འགྲོ་མ་ཐུབ་པ་ཡིན་ན་ང་ཚོ་རྒྱལ་སྤྱི་ནང་ཕྱི་འབྲེལ་ཅིག་ཡོད་མ་རེད་དེ་ཚད་ལྡན་གྱི་ཕྱི་འབྲེལ་རེད་མ་རེད། ད་རྒྱ་ནག་གི་བོད་ཀྱི་གནད་དོན་དེ་རྐང་བཟི་བོད་ཀྱི་ནང་ཁུལ་གྱི་གནད་དོན་བཟོ་གི་ཡོད་རེད་བ། ད་ང་ཚོ་དེ་རམ་འདག་བྱེད། ཡང་ན་ཨ་རིའི་གི་སྲིད་སྤྱི་ལྟར་ཨ་ད་ཁྱེད་ཚོ་རང་བཙན་མ་ཤེས་རང་བཙན་མ་ཤེས་པ་ཡིན་ན་ང་ཚོ་ཁྱེད་ཚོ་ལ་ཅིག་བེ་ཤ་ཁ་ཤིག་སྤྲད་དགོས་རྒྱབ་སྐྱོར་བྱེད་དགོས་ཨ་ནི་ད་བེ་ཇིན་འདྲ་པར་ང་ཚོ་འབྲེལ་ཐད་འདྲ་བོ་ཅིག་རོགས་པ་འདྲ་བོ་བྱེད་དགོས་ཟེར་ཡ་འདྲ་བོ་དང། རྒྱ་མིའི་གི་རེད་ད་ཅིག་བོད་རང་བཙན་མ་ཡིན་པའི་སྐད་ཆ་ཡིན་ན་སྔོན་མ་ཏིན་ཞོ་ཕིང་གི་ཞིག་ཅིག་བཤད་ཆོག་གུར་ཟེར་དེ་མགོ་སྐོར་ཆེན་པོ་ཞེའུ་ཅིག་ཐེ་བ་རེད་ད་དེ་འདྲའི་བྱེད་ནི་ཅི། ང་ཚོ་ལ་ཁེབས་སང་གཅིག་རག་གི་ཡོད་པ་ཡིན་ན་རེད་དེའི་ཁེབས་སང་དེ་ནོར་པ་ཆེ་ཤོས་རེད་ད་བྱེད་འབྲེལ་གི་ཐོག་ནས་བཤད་དོན་ན་དེ་གི་ཁུངས་འཁྱོལ་གི་མ་རེད་དེ་འབའ་ཚང་ཚང་བྱེད་འབྲེལ་གི་སྲིད་སྤྱི་སྒང་ནས་ང་སླེབས་མ་ཐག་ཏུ་རྒྱལ་སྤྱི་སྒང་ལ་བྱེད་ཡ་གཅིག་ཡོད་པ་དེ་བོད་གི་རང་དབང་རང་བཙན་གི་གནས་སྟངས་འདི་རྒྱལ་སྤྱི་སྒང་ལ་ད་ཁྱབ་བསྒྲགས་བྱེད་ཡ་རེད། ད་ཞིག་ཡོན་སྲིད་སྤྱི་དེ་ང་བསམ་ཚུལ་ཞིག་ཡོད། ཞིག་ཡོན་སྲིད་སྤྱི་གི་རྩ་བ་འགྲིག་ད་ཡོད་ལབ་ན་འགྲིག་གི་རེད་རིན་པོ་ཆེ་ཁོ་ཚོ་སྐབས་ལ་གཏན་འབེབས་བྱས་ཡིན་པ་དེ་ག་རེ་རེད་ཟེར་ན། བོད་ཀྱི་ཆོས་དང་རིག་གཞུང་བོད་ཡིག་བོད་སྐད་སྦྱང་དགོས་ཀྱི་རེད་ཟེར་ཡ་གི་ད་རྩ་བའི་འབོད་ཚིག་དེ་སྐྱབས་མགོན་རིན་པོ་ཆེ་གི་དགའ་ཁེ་ཡོང་ནས་ཇི་ཐུགས་སུ་འགྲོ་ཡོད་ད་དེ་འགྲིག་གི་རེད། ཡིན་ན་བོད་ཡིག་བོད་སྐད་གང་འདྲ་བྱས་སྦྱང་དགོས་ཀྱི་རེད་གང་འདྲ་བྱས་ན་དེ་ཡག་པོ་ཡོང་གི་རེད་ལབ་ན། ད་ལྟ་གི་ཞིག་ཡོན་སྲིད་སྤྱི་གི་ཤི་ར་དེ་ཚོ་བྲིས་ཏེ་བསམ་བློ་བཏང་ཤོག་ཁོ་རང་ནི་ང་ངས་དེ་དཀའ་ངལ་མཐོང་གི་ཡོད། དཔེར་ན་ཟམ་གདོང་རིན་པོ་ཆེ་ལ་འདི་ཚོ་གི་ཤེས་ཡོན་སུ་གཅིག་གི་མ་དཔེ་སྟེ་སྦྱིན་ཁ་ཤི་ན་མུ་ཏིག་དང་འདི་ཚོ་ལ་མ་དཔེ་ཆགས་ནས་ཁྱི་ཡོང་རྒྱུ་གཅིག་རེད་རྒྱ་གར་ནང་ལ་དེ་འདྲས་གི་སློབ་གྲ་རྟ་གཅིག་གི་གཟིགས་འདྲ་བོ་ཡོད་འགྲོ་ད་ཀོ་ལེ་ཇི་དེ་འདྲས་དེའི་གི་ཁུངས་སུ་ཁྱེད་འཁྱོལ་གི་ཡོད་མ་རེད་དེ་བྷ་ར་མན་དང་དེ་ཚོ་གི་ཁྱིམ་ཚང་ཆེ་ཡག་གི་ནང་གི་བུ་གུ་ལ་སིར་ནས་ཁྲིད་ཐུབ་ནས་དེ་འདྲས་གི་བུ་གུ་ཚོ་ལ་ཨ་ནི་འགྲོ་སྟངས་གཅིག་རེད་དེ་རྒྱ་ང་ཚོ་བོད་པའི་ངོ་བོ་དང་མཐུན་པའི་ངོ་ནས་ཡིན་ན་དེ་སློབ་སྦྱོང་གི་མ་ལག་གཅིག་རེད་མ་རེད་ད་ཁྱད་པར་དུ་གི་གཞུང་ཟེར་ཡ་དེ་ངས་ད་ལྟ་སྒང་ནས་བཤད་གཞུང་ཟེར་ཡ་དེ་ཤེས་ཡོན་འདྲ་འདི་སྒང་ནས་གཅིག་བྱེད་དགོས་ཀྱི་རེད་གཉིས་བྱེད་དགོས་ཀྱི་ཟེར་མི་མང་ལ་བཀའ་བཏང་ཡ་ལས་མི་མང་གི་མངོན་འདོད་ལ་རྒྱབ་སྐྱོར་བྱེད་ནི་སློབ་གྲྭ་ཁག་མ་འདྲ་བ། མ་འོངས་པ་ན་ང་ཚོ་བལ་ཡུལ་ནང་གི་སློབ་གྲྭ་དང་རྒྱ་གར་ནང་གི་སློབ་གྲྭ་འདྲ་གི་མ་རེད་རྒྱ་གར་གི་ཤང་ཤོག་གི་སློབ་གྲྭ་དང་ལྷོ་ཤོག་གི་སློབ་གྲྭ་གི་གནས་སྟངས་རེ་དེ་འདྲ་གི་མ་རེད་མ་འོངས་པ་གི་བོད་ཕྲུག་དེ་འཛམ་བུ་གླིང་ལ་ཁ་འཐོར་བསྡད་བའི་གནས་སྟངས་ཞིག་རེད། ད་དེ་འདྲས་ལ་སོ་སོ་གི་རྒྱལ་ཁོངས་དང་སོ་སོ་གི་སྐད་ཡིག་གི་གནས་རིམ་ལ་འབབ་པའི་ང་ཚོ་ད་ཅིག International Level གི་ད་ཅིག་ད་ག་རེ་ཟེར་བ་ད་ཅིག་ཨིམེལ་དྲ་ད་ད་འདའ་གི་གློག་འཕྲིན་དྲ་འདི་ཚོའི་ནང་ནས་ངོ་ནས་ཅིག་སློབ་ཁྲིད་བྱེད་ཡ་དང་གཟའ་ཉི་མའི་སློབ་གྲྭར་དེ་ཚོ་ཡར་རྒྱས་བཏང་ཡ་མ་གཏོགས་ད་འདའ་གི་ཤེས་ཡོན་གྱི་སྲིད་སྤྱི་དེ་ལ་ངས་བེད་ལོག་ཅིག་ཡོད་པ་ལ་ངེས་འཛིན་བྱེད་ཀྱི་མེད་རྩ་བའི་ཆ་ནས་དེ་ད་ངས་ཁ་ཚང་རེད་འགྲེལ་བཤད་ཅིག་རྒྱག་ཡིན་ཤེས་ཡོན་སྲིད་སྤྱི་དེ་ཚོའི་ནང་ལ་བསམ་བློ་བཏང་ཕྱོགས་ལ་ཁྱོན་ཡོངས་ནས་སྐྱོན་ཡོད་རེད་ཡག་ཤེས་དེ་ང་ཚོ་ཡིན་ངའི་ནང་བཞིན་བྱེད་པ་ཡིན་ན་ཡག་ཤེས་རེད། ཨ་ནི་སློབ་གྲྭ་གཅིག་ལ་ཆགས་བྱས་ན། འདོད་ཆུང་ཆོག་ཤེས་འཁྱམ་སྙིང་རྗེ། ཨ་ནི་འཚེ་བ་མེད་པ་འདི་འདྲའི་སྐད་ཆ་གཅིག་བཤད་འོང་འདི་ཆོས་ལུགས་ཀྱི་སྐད་ཆ་ཞེ་དྲག་པ་གཅིག་རེད་མི་ལ་དེ་གོ་གི་མ་རེད་ལབ་གོ་མར་ད་ཡིན་ན་སློབ་གྲྭ་ཁག་ལ་སྐད་ཆ་འདི་འདྲའི་བཤད་གིན་ལབ་ནི་གང་ལ་དེ་གཞུང་གི་སྲིད་སྤྱི་གང་དེ་འགྲོ་གིན་ལབ་ནི་གང། འདི་བག་ལ་ཡག་གཅིག་གི་བུ་གུ་ལ་ལྷ་བཤད་རྒྱབ་ཡག་གི་ལས་ཀ་གཅིག་རེད་མ་གཏོགས་གཞུང་གི་སྲིད་སྤྱི་དེ་མ་རེད། ང་ཚོ་འགྲོ་བ་མིའི་རིགས་ཀྱི་ཤེས་ཡོན་ཟེར་ཡག་དེ་ག་འདྲ་གཅིག་རེད་ལབ་ན། ཡ་རབས་དང་མ་རབས་ཀྱི་ཚད་གཞི་ཞིག་ཡ། ཡ་རབས་ལ་གཟིགས་གསོལ་སྤྲད་ཐུབ་ཡ་མ་རབས་ལ་ཆབ་པ་བྱེད་ཐུབ་ཡ། དགེ་འདུན་ཡིན་པ་དང་དགེ་འདུན་མིན་པ་གི་གནས་ཚུལ་དྲི་མ་ཚོ་ང་ཚོ་ཆོས་ཐམས་ཅད་ཉམས་པ་ཉིད་དུ་རྟོགས་སོང་བ་རེད། ཡ་ག་ཅིག་ན་རེ་ཁྱད་པར་ཡོད་མ་རེད་འདི་ག་ཅིག་ན་ཁྱད་པར་ཡོད་མ་རེད་གང་ལྟར་སོ་སོ་འདོད་ཆུང་ཆོག་ཤེས་ཀྱིས་སོ་སོ་གི་ངོས་ནས་ཨ་ནི་བྱམས་སྙིང་རྗེ་སྒོམ་ནས་བསྡད་དགོས་རེད་ཟེར་ཡ་འདི་ཚོ། ཆོས་ལུགས་པ་ཚོ་རེད་གྲུབ་ཐོབ་དེ་ཚོ་གི་ཞེ་དྲག་གི་སྐད་ཆ་དེ་མུ་སྟེགས་སྤྱི་ཚོགས་ནང་འགྲོ་གི་མ་རེད་ང་ཚོ་ད་ལྟ་གི་སློབ་གྲྭ་ཁག་རེད་ཤེས་ཡོན་སྲིད་བྱུས་ཀྱི་ནང་གི་རྩ་བའི་དེ་ཚོ་ད་རིན་པོ་ཆེ་སྐུ་ཚོགས་དེ་རྟོགས་པ་མཐོན་པོ་ཅན་གྱི་མི་འདི་ཚོ་གི་ཅིག་བསམ་བློ་བཏང་ཤོག་ཟེར་འདི་མི་སྡེའི་སྤྱི་ཚོགས་ཀྱི་མི་ཆེས་རང་ལུགས་དང་འབབ་པའི་སྤྱིར་བཏང་གི་ཤེས་ཡོན་སྲིད་སྤྱི་དེ་རྨང་གཞི་མ་རེད། ད་ད་ལྟ་སྐབས་ལ་ཤེས་ཡོན་སྲིད་སྤྱི་དེ་ག་རེད་ཡང་ང་ཚོ་ཆབ་སྲིད་ཀྱི་ལག་ཆ་རྗེས་བོད་པ་གི་སྤྱི་ཚོགས་ནང་བོད་ཡིག་བོད་སྐད་དགོས་གི་རེད་ལབ་ན་ཅིག་ད་དེ་ངོ་ནས་དགོས་གི་ཟེར་ད་ཅིག་བས་ཡག་པོ་རེད་དེའི་སྐབས་ལ་ད་ནི་གཏན་འབེབས་ཅན་པ་གཉིས་ད་ངས་སྐད་ཆ་འདྲ་བོ་ཁ་སང་པ་ཡིན་ན་ད་ལྟ་གི་བཙན་བྱོལ་སྤྱི་ཚོགས་ཀྱི་སློབ་གྲྭ་གི་མ་ལག་འདིའི་ནང་ལ་ངའི་བུ་གི་བྱ་ཐུབ་ཡ་ང་ནི་བཏང་མི་འདུག། ང་ཤེས་གི་འདུག་སློབ་གྲྭ་གི་མ་བླངས་ཏེ། ད་ལྟ་གི་བེར་སྟོན་སློབ་གྲྭ་ཡིན་ཟེར་འདི་ཚོའི་ནང་ལ་ངུ་འབོད་གི་བཞག་དགོས་ངེས་བཞག་གི་མ་རེད་ད། འདི་ཚད་ལྡན་མ་རེད། འདི་འདི་འདི་རིགས་ཅིག་ཡོད་ར་སློབ་གྲྭ་འདི་གི་ནང་ང་ཅིག་དང་འཛིན་སྐྱོང་ར་འདི་ཚོའི་ཅིག་གི་འཛིན་སྐྱོང་དེ་ང་འདོད་པ་མེད། ད་དངོས་གནས་དྲང་བདེན་བཤད་ལོང་ན་ང་ཚོ་གི་ཤེས་ཡོན་ཟེར་ཡ་དེ། ཤེས་ཡོན་ནང་ལ་གཞུང་གི་ཆབ་སྲིད་གི་ལག་པ་སླེབས་པ་དང་གཞུང་གི་ཤེས་ཡོན་ཟེར་ཡ་དེ་ལ་ཅིག་ཅིག་ཁྱོ་ནི་ཡོང་ནི་ཇིས་རྟོགས་ཅིག་ད་ལི་འགྲོ་སྟངས་ཅིག་ཡོད་ར་འདི་དཔེ་སྡིག་སྐྱ་བརྩི་དགོས་རེད། ད་ལྟ་གི་སྲིད་དབང་སྒེར་གཅོད་བྱས་ནས་དང་ལོག་སྤྱོད་པ་དེ་ཚོ་གི་མང་ཆེ་བ་ཚོ་ཆབ་སྲིད་གི་ནང་ལ་ཤེས་ཡོན་གང་ལ་ལྷག་པ་ཆང་སོ་སོ་གི Ideological སྐོར་གར་ད་བསམ་བློ་བཏང་ཤོག་ཉག་གེ་ཉོག་གེ་ད་བུ་གུ་གི་ནང་ལ་ལུས་དེ་དཀའ་ངལ་མང་པོ་བཟོ་ཡ་རེད་ང་ཚོའི་ད་རྒྱ་ཆ་རྒྱ་གི་དེ་ནུས་པ་ཡོད་མ་རེད་ད་ང་ཚོའི་ཤེས་ཡོན་སྲིད་སྤྱི་གི་རྩ་བའི་ཡོང་སྟངས་དེ་ཡག་པོ་མ་རེད། ནས་དྲི་བ་དེ་འདི་སྐོར་ལ་ཡང་ད་གཞིས་ཆགས་སྲ་བརྟན་སྐོར་ལ་ད་བཀའ་ཤག་རིམ་པས་ཀྱིས་འདི་ཐོག་ལ་བྱ་རེ་གནང་དང་གནང་མུས་རུ་བ་ལ་རེད་རེད་རེད་དེའི་གི་ཐོག་ལ་ད་ད་ལྟའི་གནས་སྟངས་སྐོར་ལ་གྱང་དགོང་ཚོད་ད་ཆ་ཞིག་འགྲོ་བཞིན། རེད།
གཞིས་ཆགས་སྲ་བརྟན་དང་སེ་ཡ་འདྲ་བོ་དང་སྐྱེར་ལྡན་སོ་ནམ་གཅིག་སེ་ཡ་འདྲ་བོ་ད་མང་པོ་ཅིག་བྱིན་པར་བ་དེ་ཚོའི་དྲི་ལ་བསྐྱར་ཞིབ་བྱེད་དགོས་རེད། ཁ་ཤས་ཅིག་ཕན་ཐོག་ཡོད་ཀྱི་རེད་ཁ་ཤས་ཅིག་ཕན་ཐོག་ཀྱི་མ་རེད། གཞིས་ཆགས་སྲ་བརྟན་གྱི་ནང་ནས་ང་ཚོ་གལ་ཆེ་ཤོས་དེ་ཁ་འཐོར་གྱི་གནས་སྟངས་དེ་རེད་བསམ་གྱི་འདུག་གཞི་ཆགས་ཡོད་ནི་དེ་ཚོ་ལ་ཟབ་སྟོན་ཆགས། ནང་ན་བསྡད་ནི་མེད། ནང་མི་གི་ཅིག་འཇོན་པོ་དེ་ཚོ་ཕྱི་དཀྱིལ་ལ་འགྲོ། ཁ་འཐོར་དེ་རྒྱ་གར་གི་སྤྱི་ཚོགས་ལ་སིམ་འཛིལ་གྱིས་ས་ཆ་འཛུལ་ས་མ་རྙེད། ད་དཔེར་ན་གསར་འགྱུར་ཕྱོགས་གཞི་ཆགས་ཀྱི་སྒོ་ཁར་རྩེ་རྩ་བ་ཡིན་ནི་རག་གི་ཡོད་མ་རེད་བ། དེ་ཡིན་པ་བཟང་ཙང་གཞི་ཆགས་ཟབ་སྟོན་གི་རྩ་བ་དེ། གཞི་ཆགས་གི་ནང་ལོག་གི་འཛུགས་སྐྲུན་ཕྱི་དང་ལོག་དེ་མ་རེད་བསམ་གི་འདུག། ངོ་ནི་མེད་རྒྱུ་དེ་ལ་ཅིག་རག་ཡ་གི་ཐབས་ཤེས་ཅིག་ཡོད་ར་ཡོད་མ་རེད། ག་འཐོར་དེ་ཚོ་ལ་ཅིག་ཐབས་ཤེས་ཐོག་ནས་ཅིག་ཡོད་རེ་ཡོད་མ་རེད། གང་གཟིགས་ནས་ཅིག་ཤོད་ཐུབ་ཡ་དང་གང་གཟིགས་ནས་ཅིག་མངོན་གསལ་དོད་པོ་ཅིག་ཡོད་ན་དེའི་རྒྱབ་སྐྱོར་བྱེད་ཡ་མ་ཡིན་པའི་ཆེད་ནས་འབངས་མི་སེར་ཁྱོན་ཡོངས་ནས་ཡར་རྒྱས་འགྲོ་ཐུབ་ཡ་གི་ལམ་ཁ་ཅིག་ཡོད་རེ་ཡོད་མ་རེད། དེ་གཅིག་རེད། ད་ཡིན་ན་གཞི་ཆགས་ཟབ་གཏན་ཟེར་ཡ་འདི་དུས་རབས་ཉི་ཤུ་རྩ་གཅིག་པ་གི་ངས་ད་ལྟ་བསམ་བཏང་བའི་ཞིང་ཁ་དང་མ་གས་བཏབ་ཡ་དང་སྐྱེར་ལྡན་སོ་སྣུམ་ཟེར་ཡ་ཅིག་ཅིག་ཟེར་ཡ་དེ་ཚོ་ངས་མ་རེད་བསམ་གི་འདུག་ངས་ད་ལྟ་གོང་ནས་བཤད་ན། གཞི་ཆགས། ཡར་རྒྱས་བཏང་ན་རེད་མ་བཏང་ན་རེད་མི་གི་ཤེས་ཡོན་དང་འཇོན་ཐང་དང་ང་ཚོ་ན་གཞོན་འདི་ཚོ་ཡར་རྒྱས་འགྲོ་དགོས་གསུངས་ན། ད་ཁོག་ས་འཕྲེད་ནང་ནས་ལས་ཀ་བྱེད་དགོས་རེད་ནར་སིང་གི་ལས་ཀ་བྱེད་དགོས་རེད་ཨ་ནི་ད་ལྟ་ཞོ་ཕིན་མོར་དང་དེ་ཚོ་ནང་ལ་ང་ཚོ་ཚོང་བརྒྱབ་ཐུབ་ཡ་གི་ལས་ཀ་བྱེད་དགོས་རེད་ཨ་ནི་གློག་ཆས་རམ་འཕྲུལ་ཆས་བཟོ་ནས་གྲོང་ཁྱེར་ཆེ་རིགས་ཀི་ནང་ནས་བོད་པ་བསྡད་དགོས་རེད་དེ་འབའ་སོང་ཙང། མ་འོངས་པའི་དེ་གཞི་ཆགས་དེ་ལ་ང་ཚོ་བག་ཆགས་འདྲ་བོ་ཅིག་ཅིག་ད་དེ་ཟབ་སྟོན་འགྲོ་དགོས་གི་ཟེར་ཡ་ཙམ་མ་ཡིན་པའི་གྲོང་ཁྱེར་ཆེན་པོ་གི་ནང་ནས་ན་གཞོན་ཚོ་ལ་ལས་ཀ་སྤྲད་ཐུབ་ཡ་དེའི་འཇོན་ཐང་སྤྲད་ཐུབ་ཡ་དེའི་གཞི་ཆགས་ཟབ་དོན་གཅིག་རེད་གཞི་ཆགས་ནང་འདྲ་དེ་ནས་ཡིན་ན་གཞི་ཆགས་ཀྱི་ས་ཆ་དེ་ངས་བཤད་ན་ཁ་འཐོར་འདྲ་དེ་ཚོ་རག་ཐུབ་ཡག་གི་དེ་འདྲའི་གི་རྩ་བའི་ཆ་ནས་དེ་འདྲའི་ཅིག་དེ་འདྲའི་བསམ་བློ་ཅིག་བཏང་དགོས་གི་རེད་བསམ་གི་འདུག་ད་དེ་མ་གཏོགས་སོང་ངས་གཞི་ཆགས་ཁ་ཤས་ལ་ངས་ཕྱི་དྲན་མཁན་ཁ་ཤས་སྤྲད་མཁན་ཁ་ཤས་ལ་གློག་འཐེན་མཁན་ཁ་ཤས་ལ་ལམ་ཁ་བཟོ་མཁན་ཟེར་ཡ་དེ་འདྲའི་ཡོད་ཀྱི་རེད་ད་རེད་ད་དེའི་རྩ་བ་མ་རེད་བསམ་གི་འདུག། ལས་ཀ་བྲལ་ཡས་ཀྱི་དངོས་འབྲེལ་ཆ་རྐྱེན་དེ་སྦྱོང་བརྡར་བྲལ་ཡས་དང་ལས་ཀ་མ་རག་ནོ་གི་སྔོན་གྱི་སྐད་གསང་བྱེད་ཡས་དང་སློབ་གྲྭ་ཁག་ནས་ཤིག་རྒྱབ་དགོས་ཡས་དེ་རེད། ད་ཨ་རི་ར་འདི་ཚོ་ང་ཚོ་འགྲོ་ཡོད་རེད་ཨ་རི་ར་འདི་ཚོ་གི་སློབ་གྲྭ་གི་འགྲོ་སྟངས་དེ་ག་རེ་རེད་ན། ཡི་གེ་སྦྱང་ཡས་དང་ལས་ཀ་བྱེད་ཡས་གཉིས་ཆ་མཉམ་པོ་བྱེད་དགོས་ནུབ་ཕྱོགས་ཀྱི་རྒྱལ་ཁབ་དེ་ཚོ་གི། ཁྱོད་གོ་ལས་ཀྱི་ནང་འགྲོ་མེད་ཁ་ཐུག་ལ་ཁྱོད་གཅིག་ནས་ཁྱོད་གོ་ལས་ཀྱི་དགེ་རྒན་གྱི་དེ་སྤྲད་ཀྱི་ཡོད་རེད་གཉིས་ནས་དེ་མཉམ་པོ་སློབ་གྲྭ་གཞུང་ཁོ་རང་གི་ངེས་ནས་ལས་ཀ་ཚད་ནས་བྱེད་ཁྱོད་མ་སླེབས་པའི་ཁ་ཐུག་ལ་ཁྱི་ཡིག་ཐོག་གི་དེ་དག་ཨ་སྦྱང་སྦྱང་ཁྱེད་ལས་ཀ་ནི་ལས་གང་ལ་གང་འཚམ་བྱས་ཤིང་ནི། མཐོ་རིམ་སློབ་གྲྭའི་སྐབས་ནི་ལས་ཁོ་ལས་ཀ་བྱེད་ཡག་གི་གོམས་གཤིས་ཅིག་བྱུང་ང་ཚོ་དང་རྒྱ་གར་འདྲ་བོ་ནི་མཐོ་རིམ་སློབ་གྲྭའི་ཐོན་རག་བར་དུ་ལས་ཀ་ཆེ་གང་མང་བྱས། བུ་གུ་དེ་ལ་ལས་ཀ་གི་ནང་ཞུགས་ཡག་གི་གོ་སྐབས་ར་མ་སྤྲད། དེ་ཡིན་པ་སོང་ཙང་ང་ཚོ་ད་ངོ་ནས་ལས་ཀ་བྱེད་དགོས་དགོས་ན་འཛིན་གྲྭ་གཅིག་གཉིས་གི་འོག་ནས་བཟུང་སྟེ་ང་ཚོ་ལས་ཀ་བྱེད་ཡག་དེ་མགོ་བཙུགས་གོ་ད་སློབ་གྲྭ་ནང་ནས་དེ་གཞུང་འབྲེལ་གི་ཐོག་ནས་བེ་ན་གོ་ལེ་ཇི་གི་བུ་གུ་འདི་ཚོ་ལ་ང་ཚོ་གཞུང་གི་ལས་ཀ་ཚད་ནས་གོ་ལེ་ཇི་འགྲོ་ཞོར་འགྲོ་ཞོར་ཧ་ཧྥིས་ཆེ་ཁ་ཚོ་ཁོ་ཚོ་ངེས་ནས་རྒྱབ་ཐོབ་ཡག་བྱས།

དེ་ར་དགེ་ལུགས་པའི་ནང་གི་གནད་དོན་གཅིག་རེད། དགེ་ལུགས་པའི་ནང་གི་ར་སྲུང་མ་གཅིག་བསྟེན་མི་བསྟེན་གི་གནད་དོན་གཅིག་ངོ་མ་ར་ཆུང་རུ་བཏང་པ་ཡིན་ན་ཁོ་ཆུང་རུ་བཏང་འགྲོ་ས་རེད་ད་ཆེ་རུ་བཏང་ཆེ་རུ་བཏང་ཆེ་རུ་བཏང། རྒྱ་བ་རིན་པོ་ཆེ་ལ་ཁ་བཏང་པ་རེད་རྒྱ་བ་རིན་པོ་ཆེ་བོད་ཀྱི་ཆེས་སྲིད་གཉིས་ཀྱི་དབུ་ཁྲིད་རེད་འདིའི་ག་ཚོད་ཀྱི་ཡོད་མ་རེད་འདིའི་རྐྱེན་པ་ད་རྒྱ་ནག་གཞུང་གིས་བསད་གནད་དོན་དེ་གནད་དོན

དུ་རྒྱུད་ལ་ངོ་རྒོལ་བྱེད་ཀྱི་ཡོད་འདུག་འདུག་ཅིང་དེའི་གི་སོ་སོ་གི་མཚན་སྙན་གྲགས་ཅིག་དང་དེའི་གི་སྤྱི་ཚོགས་ནང་ནས་ཁེབས་སང་ཅིག་རག་གི་འདུག་བསམ་ནས་དེ་ཡིན་པ་སོང་ཙང་མ་འོངས་པ་ན་གཞུང་ཅིག་གི་ངེས་ནས་འདི་ལ་དབྱེ་བ་ཡོད་པའི་སྒང་ནས་འདི་ཐག་གཅོད་ཅིག་བྱེད་པ་ཡིན་ན་ངས་འདི་ཐག་གཅོད་བྱེད་མ་ཐུབ་པ་རེད་བསམ་གི་མི་འདུག་ད་ཐག་གཅོད་མ་བྱེད་ཅིག་ནས་བྱས། རྒྱ་མིའི་གི་རིག་གནས་གསར་བརྗེའི་འགྲོ་སྟངས་ཅིག་ནས་བྱས་ཨ་ནི་རྡུག་རེ་རྡུག་རེ་བཏང་ཡ་ཅིག་ཡོད་རོགས་ད།

རེད་ད། ངས་གཞུང་སྲིད་པར་ནི་གི་ལྟ་བ་བྱེད་རོགས་གཞུང་པར་ནི་འདི་འདི་འདྲའི་སྐབས་ལ་ད་གཞུང་གི་པར་ནི་ལས་ཀ་ཡག་པོ་ཅིག་བྱེད་དགོས་རེད། སྤྱིར་བཏང་གི་ཆ་ནས་བོད་པ་ལ་དབུ་མའི་ལམ་གི་ལྟ་བ་ཡོད་པ་དང་རང་བཙན་ཡོད་པའི་རྒྱུ་མཚན་གི་མིས་སྒེར་ལ་ལྟ་བ་དེ་ཡོད་པའི་རྒྱུ་མཚན་གི་ང་ཚོ་སྤྱི་ཚོགས་དེ་འཁྲུགས་སོང་བ་མ་རེད། དེ་འཁྲུགས་གི་མི་འདུག་ཨ། དེས་ན་ངའི་སྐྱེས་མའི་གླ་ཆ་ཞེས་ན་བུད་མེད་ལྷན་ཚོགས་ནང་སོང་ལས་ཀ་བྱེད་གི་ཡོད་རེད། ནི་ད་ཚེ་ར་སླེབས་ན་ང་རང་བཙན་ཡིན་པའི་ཁུལ་རེད་མོ་དེ་འདྲའི་ལས་ཀ་ཅིག་བྱེད་གི་རེད། ང་ཆ་ཤ་ན་དགུ་བཅུ་གསུམ་རེད་ད་བ་དབུ་མའི་ལམ་ཡིན་སྲིད་ཁུལ་རེད་ང་རང་བཙན་བཙན་གནས་ཅིག་ཡིན་ལས་ཁུལ་རེད། སྤྱི་ཚོགས་སྒང་ནས་ཧ་ཅང་གི་དབྱེ་བ་མ་བཀར་པ་ཡིན་ན་དེ་འགྲིག་གི་མ་རེད། དེ་སྐྱོན་ཡོད་མ་རེད། ད་ཆེད་དུ་དབྱེ་བ་བཀར་ནས་བཟོ་ནི་དེས་ན་ད་ཟམ་གདོང་རིན་པོ་ཆེ་གི་ན་ནིང་གི་བཀའ་སློབ་གནང་རེད་དོ་གཞོན་ནུ་རེད་དོ་གཟུགས་སྐབས་ལ་བཞིན་གཞོན་ནུ་གི་དོན་ཚན་བཞི་ཡི་ན་གཅིག་ཡོད་རེད། དོན་ཚན་དང་པོ་དེ་རྒྱལ་བ་རིན་པོ་ཆེ་གི་བཀའ་གསུང་བཅད་སྒྲུབ་བྱེད་མཁན་ཟེར་ཨོག་ནས་རང་བཙན་བྱེད་མཁན་ཟེར་སྐད་ཆ་དེ་གཉིས་འགྲོ་དགོས་མ་རེད་གཅིག་ཡིན་གཅིག་མིན་གཉིས་ལེན་དགོས་རེད། མིའི་གི་སྤྱི་ཚོགས་ལ་དེ་འདྲས་བྱེད་དགོས་མ་རེད། ཨེ་རྒྱལ་བ་རིན་པོ་ཆེ་ཟེར་དེ་རང་དབུ་མའི་ལམ་གཅིག་པོ་གི་ལམ་མ་རེད་པས་མ་རེད། ཁོ་ཆོས་ལུགས་ཀྱི་ཁྱབ་ཁོངས་ནས་བཞག་ན་ང་ཚོ་རྒྱ་གར་རིན་པོ་ཆེ་གི་གར་སོང་བྱེད་སྒྲུབ་བྱེད་མཁན་ཟེར་ཏེ་ཡ་རབས་དང་བཟང་སྤྱོད་ལྡན་པའི་སྐད་ཆ་ཞིག་གི་མགོ་ནས་བཞག་ན་འགྲིག་གོ། དེ་ཡིན་གཅིག་མི་གཉིས་ང་ཟུར་ངེས་ནས་དེ་བཤད། ཨ་ནི་རྒྱ་ནག་ཐུང་ཀྲན་པུའུ་ཡོད་ར་དང་དྷ་ཤོག་གཅིག་གྱེར་ཁང་གི་ཁ་ནང་ལ་ཤག་ཨ་ནི་ཁོ་ཟས་ཚེ་ར་བཤད་ཁ་ཅིག། རང་བཙན་དང་དབུ་མའི་ལམ་དེ་ག་བ་ནས་འཁྲིད་ག་རེད་ན་གཞུང་གི་བརྟན་པོ་མ་བྱེད། དེ་གི་སྤྱི་ཚོགས་ནང་ལ་དབུར་རྒྱབ།

གཞུང་གཅིག་ལ་མཚོན་ན་གལ་ཆེན་པོ་མ་རེད། རང་བཙན་ལག་དེབ་ཀྱི་དཔེ་ཆ་སྤྲད་གནས་དེ་ང་ཚོ་གི་སྤྱི་འབངས་རེད། དེ་ལྟ་བ་ག་རེ་ཡིན་ན་ཁྱེད་ཤོག་ཁོ་རེད། གཞུང་གི་དབུ་མའི་ལམ་གྱི་སྲིད་ཇུས་ཁྱབ་བསྒྲགས་བྱེད་ཀྱི་ཡོད་ན་དེའི་དང་མཉམ་པོ་རང་བཙན་ལ་ས་ཁོ་གཅིག་བྱིན་ན་འགྲིག་སྐོར་དང་རང་བཙན་བཤད་ས་ཞིག་ལ་དེ་འདྲས་བྱས་ནས་ཀྱི་ང་ཚོ་དང་པོ་ནས་དེ་མ་བྱས་ནས་ད་ཅིག་རིག་གནས་གསར་བརྗེ་ཟེར་དེ་ང་ཧང་སང་ཅིག་རིག་གནས་གསར་བརྗེ་དེ་བོད་ནང་སླེ་བས་དེ་རྒྱ་མི་གི་རིག་གནས་གསར་བརྗེ་བོད་ནང་གྲལ་རིམ་འཐབ་རྩོད་བོད་ནང་ནས་རྒྱབ་ཅིག་ཡིན་ན་དེ་སྤྱིར་བཏང་དེ་བཙན་བྱོལ་སྤྱི་ཚོགས་ནང་ན་ན་ཚ་དེ་ད་ལྟ་བསྡད་ཡོད་བ་གི་རྒྱུ་མཚན་དེ་ག་རེ་ཡིན། ང་གང་བཟང་ཡ་དེ་དེ་རེད་དེ་འབའ་བཟང་བཟང། དབུ་མའི་ལམ་ལ་རང་བཙན་ཟེར་ཡ་འདི་ངས་རྩ་བའི་ཆ་ནས་བཤད་ཡོང་ན་རང་བཙན་ཉར་དགོས་ཡ་ཨ་ཅང་ཅང་ཁོ་དེ་དེ་ངས་ངས་བཤད་དེ་རྒྱལ་ཁབ་ཀྱི་རྩ་དོན་ཅིག་རེད་ཡིན་ན་རང་བཙན་གྱི་ལྟ་བ་ཡིན་པའི་རྒྱུ་མཚན་གྱི་གཞན་པ་ལ་འབུར་འཇོམས་བྱས་ཡ་དབུ་མའི་ལམ་ཟེར་ཡ་ཅིག་རྒྱུ་མཚན་ཅིག་བཤད་དེ་ཡོད་པའི་རྒྱུ་མཚན་ཐོག་ནས་དེ་ཡིན་ན་ད་དབུ་མའི་ལམ་ལ་ངས་བསམ་དང་པ་དེ་ཚོ་རང་འཕོ་ཅིག་ཡོད་མ་རེད། རྩ་བའི་ཆ་ནས་དབུ་མའི་ལམ་ལ་དུས་ཚོད་རིང་པོ་ཞིག་ཡོད་ཨ་མ་རེད། དབུ་མའི་ལམ་ལ་དུས་ཚོད་རིང་པོ་མེད་པ་དེ་ང་གཟུགས་ངེས་ནས་འདོད་པ་ཡོད་མེད་ཀྱི་རྒྱུ་མཚན་མ་རེད། རྒྱ་ནག་གཞུང་གིས་དབུ་མའི་ལམ་ལ་ཡ་ལན་བྱས་མེད་གཅིག་རེད། གཉིས་ནས་ང་གཟུགས་ཀྱི་དབུ་མའི་ལམ་གྱི་སྲིད་སྤྱི་གི་གཞིས་བཞག་ས་དེ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་རེད། དེ་འབའ་སོང་སོང་ཀྲུང་ཧྭ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་རེད། རྒྱ་ནག་དེ་ག་འདྲ་ཅིག་ག་གནས་ཐུབ་ཀྱི་ཡོད་མིན་དེ་རེད། ཁོ་དབུ་མའི་ལམ་གྱི་མཐའ་མཇུག་གི་ལི་མི་ཏྲེ་ཏྲི་གི་ཚེ་སྲོག་རེད་ད་ཁོ་དེ་འདྲའི་ཅིག་ཚད་བཀག་ཡོད་བ་ཅིག་བོད་རང་བཙན་ལ་ཚད་བཀག་ཡོད་མ་རེད། རྒྱ་ནག་མང་གཙོ་འགྱུར་ན་ར་བོད་རང་བཙན་རེད་ཟུར་པ་ཆགས་ནས་བོད་རང་བཙན་རེད་མ་འོངས་པ་དེ་མིན་སོང་བོད་རང་བཙན་འདི་ལྟ་བ་བརྟན་པོ་ཅིག་རེད་བོད་མི་རིགས་ཀྱི་རྒྱུན་འཁྱོངས་ཅིག་དབུ་མའི་ལམ་ཟེར་དེ་ཚད་ཐུང་ཐུང་ཅིག་རེད་དངོས་གནས་བཤད་ཡོང་ན། ཨང་ཁོ་ཡོང་ཡ་ཅིག་ཡ་མ་རེད་རྒྱ་ནག་གཞུང་སྒེར་དེ་མ་ཡོང་པའི་རྒྱུ་མཚན་ཅི་དགོས་དེ་མིན་སོང་འདི་རྩ་བའི་དཀའ་ངལ་མ་རེད་ད་དཀའ་ངལ་དེ་དོན་དག་རྡོག་རྡོག་བཤད་ཡོང་ན་ང་ཚོ་བོད་པ་སྤྱི་ཚོགས་ནང་ལ་དབུ་མའི་ལམ་ར་རང་བཙན་ཟེར་འདི་ཁ་ཁེ་དེའི་བར་ལ་དག་པ་དམ་ཚིག་ར་མཉམ་པོ་བྲིས་ཡོང་ནས་ཅིག་དཀའ་ངལ་བཟོ་ཡ་དེ་གཏན་ནས་དེ་མི་བྱེད་ནས་ང་གཞུང་ལ་སླེབས་པ་ཐག་ཏུ་ངའི་རང་བཙན་གྱི་ལྟ་བ་ཁྱེད་ཀྱི་རེད་ངའི་འཛིན་སྐྱོང་གི་ནི་རང་བཙན་ལྟ་བ་ཁྱེད་ཀྱི་རེད་ཡིན་ན་འདི་འདྲའི་གི་རྙོག་དྲ་བཟོ་ནི་གི་རིགས་དེ་གཙང་མ་ཆགས་འགྲོ་དེ་ཉི་མ་དེ་ཡོང་གི་མ་རེད་དེ། ང་ཚོ་གི་སྤྱིར་བཏང་གི་སྐོར་མ་རེད་ད་རྩ་བའི་ཆ་ནས་དེ་རེད་ད། མི་མང་གི་ལྟ་བ་ཁེ་ཕྱོགས་གཅིག་གི་དཀའ་ངལ་མ་རེད། གཞུང་གི་དེ་ག་འདྲ་ཅིག་བེད་སྤྱོད་བཏང་གི་དེ་ལ་ཕུག་འདྲ་བོ་ག་འདྲ་ཅིག་བརྒྱབ་ནི་ཅིག་ཨ་ནི་དེ་གི་ཅིག་བ་རོ་ཅིག་ནི་སོ་སོ་འདྲ་ཆགས་པོ་ཅིག་ཡོང་གི་འདུག་མི་འདུག་དེ་ལྟ་ཡ། འོ་མའི་ལམ་སློབ་གྲྭ་ཁག་ལ་ཁྱབ་ར་བྱས་ནི་ཅིག།

ངས་རྐུབ་བཀྱག་འདི་དབུ་མའི་ལམ་ལ་བརྟེན་ནས་བྱུང་བ་གསུངས་ཙང། འགྲེལ་བཤད་ག་རེ་བྱེད་མིན་ལ་མ་བལྟས་ངས་འདི་ཁུངས་སྐྱེལ་སྐོར་འདི་མ་བྱུང་བས་ན་ངས་རྐུབ་བཀྱག་བསགས་འགྲོ་དགོས་ཟེར་ཏེ། མདོར་ན་དབུ་མའི་ལམ་གྱི་ད་ལྟ་གི་དཀྲུག་བསྡད་ཡོད་པ་གི་སྤྱི་ཚོགས་དཀྲུག་བསྡད་དེ། དབུ་མའི་ལམ་ལ་བརྟེན་ནས་རྐུབ་བཀྱག་རག་ནས་དེ་ཚོ་གི་དཀྲུག་བསྡད་ད་དོན་དག་རྡོག་རྡོག་དེ་རེད། དེའི་ཉམས་འོག་ནས་རྒྱ་བ་རིན་པོ་ཆེ་ཁེལ་ཡོང། དཀའ་ངལ་དེ་རེད། འདི་འདི་གཙང་མ་བཟོ་ན་ནི། དབུ་མའི་ལམ་ར་རང་བཙན་གི་ང་ཚོ་སྤྱི་ཚོགས་དཀྲུག་བསྡད་ཡོད་དེ་རང་ཤི་གི་གཙང་མ་ཆགས་འགྲོ་གི་རེད། འདི་ང་ཚོ་དང་པོ་གཙང་མ་བཟོ་རང། ད་ཐུགས་རྗེ་ཆེ་ད་ད་ལན་ཟིག་སྐད་མེད་ཨ་ནི་གཅིག་ནི་ད་ངས་ད་ལྟ་གི་ལྟ་བ་ལངས་ཕྱོགས་དེ་ཚོ་ད་རྣམ་པ་ཚོ་བཤད་དེ་བར་ད་འདིའི་ལ་ཤུལ་བཞག་ནས་ཅིག་རྒྱ་ཆེའི་མི་མང་གི་བསམ་བློ་དང་ནི་ཡིད་ཆུག་ལུགས་ཨ་ཡིན་ན་ཨ་ནི་ངས་ཏན་ཏན་གི་དེ་གལ་ཆེན་པོ་ཟིག་ག་བརྩི་གི་ཡོད་ད་ང་རང་གི་རྩ་བའི་ཆ་ནས་བཤད་པ་ཡིན་ན་ད་ལྟ་གི་བོད་ཀྱི་འཐབ་རྩོད་ཀྱི་ཆབ་སྲིད་ཀྱི་འཐབ་རྩོད་འདི་ད་ང་ཚོ་མིའི་ཡག་ཤེས། མིའི་འཇོན་གཤིས། སྒྲིག་རིམ་མཐོ་གཤིས། དེ་མ་ཡིན་པའི་ཆབ་སྲིད་ཀྱི་ལྟ་བ་སྒང་ལ་འགྲོ་དགོས་ཡ་གི་དེ་ཚོ་ལྷད་པོ་རེད་བསམ་གི་འདུག་དེ་ཡིན་པ་སོང་ཙང་རྒྱ་ཆེའི་མི་མང་སྒང་ནས་ཆབ་སྲིད་ཀྱི་འགྲོ་སྟངས་དེ་རེད་ད་ད་རེ་ཡིན་ན་ང་བོད་རང་བཙན་གྱི་ལངས་ཕྱོགས་སྒང་ན་ལངས་དགོས་རེད་དེ་ཡིན་པ་སོང་ཙང་འདའི་རྒྱབ་སྐྱོར་བྱེད་དགོས་ཡ་དེ་ད་ད་ལྟ་སྐབས་ལ་ངས་ཧ་ཅང་གལ་ཆེན་པོ་ཆགས་འདུག་བསམ་ང་ཚོ་འགྱུར་བ་ཁ་ཤས་ཐེབས་ཡ་རེད་མ་རབས་གསར་རྙིང་འགྱུར་བ་ཐེབས་པ་གི་གོ་སྐབས་དེ་ཨ་ནི་མཁས་དབང་བློ་བཟང་སངས་རྒྱས་ཀྱི་ལན་ཐུབ་ཡོད་རེད་དེ་དེ་ལ་འབབ་པའི་གོ་དོན་རྙིང་ཡོད་རེད་ཨ་རི་ལ་ཆ་བཞག་ན་མི་ནག་པོ་གཟིགས་སེམས་ཟིན་ན་ཐོ་བ་གནང་བཞིན་རེད་ད་ད་འདའ་སྐབས་ལ་ང་འདྲ་བོ་ཅིག་བོད་ནང་ནས་སྐྱེས་རྒྱུ་རེད་བཙན་ཤུལ་སྤྱི་ཚོགས་ནང་ནས་མི་ཚེ་ཕྱེད་ཀ་བསྐྱལ་རྒྱུ་འདི་འདྲས་ཅིག་ལྷད་པ་དང་ལྟ་བ་ལངས་ཕྱོགས་འདུག་སུ་འགྲོ་དགོས་ནི་གང་ལ་ངས་འདི་གལ་ཆེན་པོ་ཡིན་བསམ་གི་འདུག་ཨ་ནི་རྒྱ་ཆེའི་མི་མང་ལ་ཆ་བཞག་པ་ཡིན་ན། ང་ཚོ་རྩ་བའི་ཆ་ནས་ཡིན་ན་ང་གཞུང་གི་ཁྱབ་ཁོངས་ལ་འཛུལ་ནས་བྱས། ང་ཚོ་ངོ་རྒོལ་གི་རྣམ་པ་གི་ཁྱབ་ཁོངས་ནས་མ་ཡོང་བ་བྱས་ནས་བྱས། ང་ཚོ་འདིའི་ཁྱབ་ཁོངས་ལ་ཉམས་ཞིབ་གི་རྣམ་པ་གི་ཐོག་ནས་ཡོང་པ་འདི་མི་མང་གི་ངོས་ནས་བཤད་ལུང་བ་འདི་རིན་ཐང་ཅིག་འདི་ད་འདི་ཡོད་བསམ་གྱི་འདུག་དེའི་མ་གཏོགས་རྩ་བའི་ཆ་ནས་བཤད་ལོང་ན་ད་ང་ཐང་ཆད་དེ་ཡོད། ཡིན་ན་ད་ལྟ་སྐབས་ལ་ངས་འདི་ག་རེ་ན་མཐའ་མཇུག་བཙན་བྱོལ་སྤྱི་ཚོགས་འདི་ཅིག་ལམ་ཁ་ཡག་ག་ཅིག་ག་འཁྲིད་ས་གི་རེ་བ་མེད་ལ་བསམ་ནས་ཀྱི་ད་ངས་འདི་རེ་བ་མཐའ་མ་ཡིན། དེའི་མ་གཏོགས་ངོ་ནས་བཤད་ལོང་ན་གཞུང་གི་སྲིད་སྤྱི་ཅིག་ལ་འབངས་མི་སེར་གི་ག་ཚད་བཤད་ནས་ཀྱི་རེ་བ་ཅི་ག་ར་མ་བརྒྱབ་ན། ལག་ཆས་ཅི་ག་མ་བྱས་ན་ཁོ་ཐབས་ཤེས་གཉིས་པ་རེད། གལ་སྲིད་ངོ་ནས་སྒང་ནས་བསྡད་ནས་དེ་ཚོ་དེ་ངོ་ཚ་ཡ་མེད་ན་འོག་ནས་དེར་ནི་མི་མང་དེས་ཨོ་ཐུག་གི་ཉི་མ་ཁོ་ཅིག་གིས་ཅིག་ཡོད་རེད་ད། ཡིན་ན་ངས་ད་ལྟའི་སྐབས་ལ་ཡང་སྐྱིར་ང་འདིའི་ཁྱབ་ཁོངས་ལ་ཞིག་ཡ་དེ་ངས་ཅིག་མི་མང་དེའི་གདོང་ཐུག་དེ་རྒྱབ་མར་དགོས་ཅེས་ནས་ཅིག། འགྲོ་བ་མིའི་རིགས་ལ་གསར་བརྗེའི་ག་ཚད་བྱུང་གི་འདུག་ང་ཟུར་མཐོང་ས་ལ་གསར་བརྗེའི་ག་ཚད་བྱུང་སོང། དེ་ཧང་སང་བཙན་བྱོལ་སྤྱི་ཚོགས་འདུག་སེ་བསྡད་པ་ཡིན་ན་ཉི་མ་གཅིག་ཁོ། མགོ་སྟངས་ལོག་ཡ་གི་ངོ་བོ་འགྲོ་གི་ད་དེ་ཡིན་པ་སོང་ཙང་ང་ཚོ་འདྲ་བོ་བཤིག་པ་འདི་ལ་མི་དམངས་གཉིས་ནས་འདི་རིན་ཐང་ཅིག་ཡང་ཤོག་གཞན་པ་གཅིག་ནས་འདི་རིན་ཐང་ཅིག་ཡོད་དེ་མཐོང་ན་ཡག་པོ་འདུག་བསམ་གི་འདུག། ཀླུ་མཁར་བྱམས་ལགས་ནི་ད་ལྟ་རང་ལོ་བཞི་བཅུ་ཞག་གསུམ་ཡིན་པ་དང་བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པའི་ཚོགས་གཙོ་ཡིན་པ་རེད། ཁོང་གིས་བཟའ་ཟླའི་མཚན་ལ་པད་མ་ཆོས་སྒྲོན་ཡིན་པ་དང་ཁོང་བཟའ་ཚང་གཉིས་ལ་ཕྲུ་གུ་བུ་གཅིག་ཡོད་པ་རེད།